ཡ། བཀྲ་ཤིས་བདེ་ལེགས་རྣམ་པ་གཙོ། དེ་རིང། ཉིས་སྟོང་ཉི་ཤུ་རྩ་གསུམ་ལོ་བའི་སྤྱིར་ཟླ་བཞི་བར་གྱི་ཚེས་དྲུག་ཉིན་བསླབ་གཞི་ལོངས་ཤིན་ཏེ་བཟོ་བཞིན་པའི་ཁ་ཐུག་ལ། ད་དེ་རིང་གི་ག་རེ་བཤད་ཀྱིན་མི་ཧ་གོ་གི་འདུག་ཨ། ང་ཚོ་ལ་དྭགས་ཀྱི་མི་ཅིག་འདྲ་བོ་མི་འདུག་ཨེ་སི་ཁ་ཅི། ང་ར་འདིར་ད་ལ་དྭགས་ཀྱི་ཨ་ནི་བོད་ཁྲིད་ཀྱི་རྒྱབ་གནས་ཀྱི་མི་ཞིག་རེད་ད།

ཡིན་ནའང་བློ་ཕམ་པ་ཞིག་ལ། ང་རྒྱ་གར་ནས་ལོ་ཉི་ཤས་བསྡད་པ་ཡིན་ད། ང་ལ་དྭགས་ཡོང་ཐུབ་མ་སོང། ལ་དྭགས་མ་ཡོང་པ་དེའི་རྒྱུ་མཚན་ཡོད་ང་ཧི་མ་ལ་གི་རི་རྒྱུད་ལ་འགྲོ་ཡ་ལ་ང་དེས་སུ་འཚེར་སྣང་ཡོད། ག་རེ་རེད་ཟེར་ན། ང་རང་ཚོ་ནང་བཞིན་གྱི་མི་འདིས་ཧི་མ་ལ་གི་རི་རྒྱུད་ལ་འགྲོ་ན། གཅིག་ནས། སོ་སོ་སྒེར་གྱི་སེམས་ཁམས་ལ་ཞེ་དྲག་སྐྱིད་པོ་མི་འདུག་ག་རེ་རེད་ན་ད་ང་ཚོ། མདོ་དབུས་མཐོ་སྒང་གི། ས་ཁུལ་འདི་ཆུའི་དང་རིག་གཞུང་གི་ས་ཁུལ་ཅིག་རེད་ད། ད་ལྟ་ང་ཚོ་ག་བར་འགྲོ་བ་ཡིན་ན་བོད་ཀྱི་དཔལ་ཡོན་གྱི་ཁྱབ་ཁོངས་སྔོན་མ་བདག་དབང་གི་ཁྱབ་ཁོངས་དེ་འདྲས་ཅིག་རེད་ད། ད་ག་བར་འགྲོ་ཡིན་ན་ས་ཆ་དེ་ཚོ་ལ། ཁ་ཆག་སྣ་རིགས་ཀྱི་རྣམ་པ་དུ་མ་ཞིག་སྣུམ་འགོག་མར་བསྟན་པ་བཟང་སེམས་ཅན་སེམས་པར་ཞེ་དྲག་སྐྱིད་པོ་མི་འདུག་ད། ནང་བཞིན་གྱི་ང་རང་ཚོ་འདྲ་བོ་ཏེས་ཅིག་ཆབ་སྲིད་ཀྱི། སྐར་སོགས་དྲ་གཅིག་ཡོད་ཚོར་བ་ཡོད་རྒྱུགས་ཀྱི་མི་འདི་ས་ཁད་དེ་འདྲའི་འགྲོ་ན་རྒྱ་གར་གཞུང་སྒེར་དོན་དག་ཡོད་མེད་ལ་མ་ལྟོས་པའི་ཡང་ཅིག་སྐད་ཆ་འདྲ་བོ་ཅིག་དྲིས་བསྡད་ཀི་རེད་ཡ་བདེན་པ་སོང་ཙང་ང་རང་ཚོ་ནང་བཞིན་གཅིག་བོད་ཀྱི་ཤེས་ཡོན་པ་ཟེར་ན་རེད་ད་གང་ལྟར་འདིའི་རིགས་འདི་རིགས་རྒྱུན་དེ་འདྲའི་ལ་ཅིག་འགུལ་སྐྱོད་མང་པོ་བྱིན་པ་དེ་ལ་རྒྱ་གར་གཞུང་རྟོག་པ་ཅིག་འདུག་ཁ་ཡོད་མ་རེད

བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ད་དེ་དང་ཆབས་ཅིག་ཏུ་དེ་རིང་གི་ངུ་བརྗོད་བཞི་འདི། སྤྱིར་བཏང་རྣམ་པ་གཙོས་ཀྱི་ཕྱག་ལས་དེ་གཅིག་གནང་ཡོང་ནི་གང་ལ། བོད་པ་གི་སྤྱི་ཚོགས་ནང་ནས་ད་ཤི་ནི་མི་ཤི་ནི་གཉིས་ཆ་གི་འུར་རྒྱང་ཚ་རེད་འདིའི་ཐོག་ལ། ངས་འདིའི་ཐོག་ལ་གཅིག་བཤད་དགོས་དེ་ནི་སེམས་ཁྲལ་གཅིག་གི་རྣམ་པ་ནི་བཤད་ཀྱི་ཡོད་འདི་ཅིན་པ་ཡིན་ན་ཁྱོད་རང་ཚོ་གི་གལ་ཆེ་བའི་ལས་ཀ་གལ་ཆེན་དོན་ཆེན་གི་ལས་ཀ་དེ་ཚོ་ལ་དཀའ་བར་སྐྱོན་འདྲ་བོ་གཅིག་ཅིག་བྱས་ན་ཆགས་སྲིད་ཀྱི་རེད་བསམ་ནས་ཀྱིས་ད་དེ་ངས་བཤད་པ་འདི་ག་རེ་རེད་ན། གལ་ཆེ་ཤོས་དེ་བོད་པ་གི་སྤྱི་ཚོགས་ནང་ནས་གནད་དོན་འདི་ཚོ་ལ་ཅིག་ལྟ་ཞིག་ན་བསམ་ཡག་གི། ངས་རེ་བ་དེའི་ཐོག་ནས་བཤད་གི་བསྟན་པ་སོང་ཙང་ཐད་ཀར་དུ་རྣམ་པ་ཚོ་བཤད་གི་མེད་ད། ངས་སྐད་ཆ་གི་ལྡོག་ལྡོག་འདི་བོད་པ་གི་སྤྱི་ཚོགས་ཀྱི་ནང་གི་ཅིག་ཉན་ཡག་གི་ཆེད་དུ་ཡིན། དེ་གཅིག་ནས་གང་ལ་ད། རྣམ་པ་ཚོ་གང་ལ་གང་འཚམ་གོ་ཡོད་རེད་བོད་པ་སྤྱི་ཚོགས་ནང་ནས་ག་རེ་རེད་ན་ཁྱོད་རང་ཚོ་གི་དཔེ་ཆ་རྒྱུག་གི་ལས་འགུལ་དེ་ཕྱོགས་གཅིག་ནས་འགྲིག་གི་འདུག་ཟེར་ཕྱོགས་གཅིག་ནས་འགྲིག་གི་མི་འདུག་ཟེར་དེ་འདྲའི་གི་ད་མང་གཙོ་གི་སྤྱི་ཚོགས་ཟེར་ནས་ང་ཚོ་བཤད་ཡག་གི་གོ་སྐབས་ཅིག་ཡོད་རེད་ན་ད་བཤད་ཤེས་གི་ཡོད་མེད་དེ་གནས་ཚད་ལོག་རེད། ཐོབ་ཐང་ནི་གཅིག་རེད་ཆ་ཚང་ལ་གཅིག་གྱུར་ཡོད་རེད་ཡིན་ན་ཐོབ་ཐང་བེད་སྤྱོད་བཏང་ནས་བཤད་ཡག་གི་སྐད་ཆ་དེ་དོན་དག་ཐོག་ལ་འབབ་གི་ཡོད་རེད་ཡོད་མ་རེད་དེ་གཉིས་དོན་དག་གཉིས་རེད་བ་དེ་ཡིན་པ་སོང་ཙང་ད་ང་ཚོ་བོད་ཀྱི་ཕྱི་དང་རིག་གཞུང་དག་གི་ཁྱབ་ཁོངས་རེད། མང་ཆེ་བ་ཟིག་གི་བོད་ཀྱི་སྐད་ཡིག་ཅིག་བཤད་དགོས་རེད་དེ་གཅིག་ནས་གང་ལ་ངས་དེ་རང་འདས་བཤད་ཡག་དེ། བོད་ཀྱི་སྐད་ཡིག་སྲུང་སྐྱོབ་བྱེད་དགོས་ན་རེད་འབོ་ཁྲིའི་སྐད་ཀྱི་སྲུང་སྐྱོབ་བྱེད་དགོས་ན་རེད། ཁོ་སྲུང་སྐྱོབ་བྱེད་ཡག་གི་སྐད་ཡིག་དེ་ག་རེ་རེད་དང་པོ་གཅིག་དེ་རེད་རེད་བ། སྲུང་སྐྱོབ་བྱེད་གི་ཡིན་ཟེར་ས་གི་ས་ཁུལ་དེ་ནི་དེའི་གི་ནི་ཁྲིམས་དང་སྒྲིག་གཞི་གི་ཐོག་ལ་འགྲོ་དགོས་ན་ཆ་རྐྱེན་ག་རེ་ཡོད་རེད། སྤྱིར་བཏང་གི་སྐད་ཡིག་དེ་འདྲས་ཅིག་གནས་པ་ལ་ནི་ཁོ་ཕྱི་དང་ནང་གི་མཐུན་རྐྱེན་ག་རེ་ག་རེ་ཚང་དགོས་རེད་དེའི་ཐོག་ལ་མིའི་གི་ཤུགས་ག་རེ་ག་རེ་རྒྱབ་དགོས་རེད་ད་ཡོང་སྲིད་པའི་ཉེན་ཁ་གང་གང་ཡོད་རེད།

ཨ་ནེ་ཡའི་བོད་པ་ཚོ་ཚོར་བ་ཞིག་ཡོད་ཀྱི་ད་བོད་ཀྱི་ཆོས་དང་རིག་གཞུང་ཐ་ན་ད་བོད་ཀྱི་རྒྱལ་རབས་ལོ་རྒྱུས་ཡན་ཆེས་པོ་རྒྱ་གར་རུ་བསྒྱུར་གི་ཡོད་རེད་ད་སེམས་ཁྲལ་དེ་འདྲས་དེ་དང་མཉམ་གཅིག་ཏུ་ཁོ་བོའི་རས་ཁྲའི་ཟིན་ན་ཅིག་ཤོར་འགྲོ་གི་ཟེར་ཡ་ཅིག་ད་བདག་གང་ཤོར་འགྲོ་གི་ཟེར་ད་དེ་འདྲས་ཅིག་བཤད་དགོས་རེད་དེ་གཅིག་ནས་གང་ལ་ངས་དེ་དེ་འདྲས་ཅིག་རེད་མ་རེད་ད་དེ་གཟུགས་ཀྱི་ཐོག་དེ་ཅིག་བཤད་གི་ད་ནི་རྣམ་པ་ཚོ་ང་ཚོ་ཆ་ཚང་ད་ས་གཤིས་ཀ་སོགས་སུམ་ཅུ་དང་ཡང་བཞི་གི།

ང་ནག་སྔོན་མ་གི་ངའི་ཡུལ་མི་རྒན་པ་ཚོ་རྩ་སླེབས་སོང་པ་ནང་བཞིན་གྱི་གོ་གི་འདུག་དེ་ཡིན་པ་སོང་ཙང་ང་ད་ལ་དྭགས་ཀི་སྐད་ལ་སྤྱི་བཏང་གི་ཆ་ནས་རྣམ་པ་ཚོ་གི་དེའི་འབོ་ཁྲིད་ལ་ག་རེ་བཏགས་ཡོད་མེད་ལ་མ་བལྟས་ཀྱི་ནས་ཀྱི་སྐད་དེའི་ནང་ལོག་ན་ང་ལ་དགག་རྒྱ་ཟིག་མི་འདུག། ཡིན་ན་ར་ད་རྣམ་པ་ཚོ་གི་སོང་ཙིན་རྒན་པོ་ར་དེའི་གི་དུས་རབས་ཅིག་ལ་བློན་པོ་ཐོ་མི་བསམ་པོ་འདྲ་ར་ད་དེ་ཚོ་སྐབས་ཚིག་ལ་ཅིག་སོང་ཐོ་མི་དེ་ཨ་ནི་རྒྱ་གར་གི་མཁས་བ་ཅིག་རེད་ལབ་ན་བོད་པ་མང་པོ་ཅིག་ག་ད་ཕོག་སོང་ད་ད་ཞི་བོ་རེད་ཟིག་ཡང་ཅིག་ན་ཕྱོགས་ཅིག་ན་དེ་འདྲའི་འདྲ་བོ་ཅིག་བཤད་ཡོང་གི་འདུག། ང་རང་ཚོ་གི་བོད་གི་ངའི་ད་ལྟ་ཞིག་རིག་གཞུང་གི་ཁྱབ་ཁོངས་ནས་ང་ཚོ་ད་བོད་ལ་ཅིག་བརྡབ་སྤྲོད་གི་གཞུང་ཁ་ཤས་ཅིག་ཡོད་རེད་བ་ད་དེའི་ནང་གི་དྲར་རྟི་དང་སི་ཏི་ནས་ལོག་ཤི་འཇོན་པའི་དབང་པོ་དེ་ཚོའི་རིགས་དེ་རྣམ་པ་བཟོ་ར་སྐྱོར་འོས་རེད་ང་ཚོ་ཡིན་ན་ད་འགག་ཐོ་བ་སྐྱོར་ནས་བུ་གུ་ཆུང་ཆུང་ཡིན་པའི་སྐབས་ནས་ང་ཚོ་བློ་འཛིན་དགོས་ཡག་གི་བྱ་གླག་ཅིག་རེད་ད་དེ།

ཐོག་མི་བསམ་པོ་དྲ་སྲོང་བཙུན་རྒན་པོ་གི་བཀའ་ལྟར་རྒྱ་གར་ལ་འགྲོ་ནས་རྒྱ་གར་གི་མཁས་བ་བླ་མ་ལྷ་རིགས་ཚང་གིས་བྲམ་ཟེ་སློབ་ཆེན་ཀ་ར་སོགས་མཁས་གྲུབ་མང་པོ་ཅིག་གི་སྤྱན་སྔ་ནས་གཞུང་ལུགས་ཀུན་ལ་རབ་སྦྱངས་ནས་གུས་པར་བསྐྱེད་ཚེ་བོད་ཡུལ་དུ་ལོག་ནས་སྲོང་བཙུན་བཀའ་བཞིན་སྒྲུབ་མཛད། བསྟན་པ་སྲོང་བཙུན་ཐོག་མི་བསམ་པོ་དྲ་རྒྱ་གར་ནས་མཁས་བ་ཆགས་སོང་བ་དེ་རྩོད་མེད་ཡོངས་གྲགས་རེད། ཐོག་མི་བསམ་པོ་དྲ་བོད་ནས་མཁས་བ་མ་རེད་ཀར་ནི་རྒྱ་གར་ནས་མཁས་པར་བསྐྱེད་ཚེ་བོད་ཡུལ་དུ་ལོག་ནས་སྲོང་བཙུན་བཀའ་བཞིན་སྒྲུབ།

ཨ་ནི་གང་ཟག་གཙོ་བོ་མ་རེད་ཕྱི་གཙོ་བོ་རེད་ཨ་ནི་གང་ཟག་ལ་མི་བསྟུན་ཕྱི་ལ་བསྟུན་དགོས་ཕྱི་ལ་མི་བསྟུན་དོན་ལ་བསྟུན་དགོས་ང་ཚོ་དེ་བཤད་དགོས་རེད། ཕྱི་ལ་མི་བསྟུན་དོན་ལ་བསྟུན་གང་ཟག་ལ་མི་བསྟུན་ཕྱི་ལ་བསྟུན་སངས་རྒྱས་བཅོམ་ལྡན་འདས་ཀྱི་རིགས་མ་དེ་ཕྱི་དེ་ཕྱི་གི་འཁོར་ལོ་དང་པོ་བསྐོར་པའི་ཁ་ཐུག་ལ་ཨ་ནི་རིགས་མི་གཙོ་རིས་མི་གཙོ་ལྷག་པ་གཙོ་ཟིན་ང་ཕྱི་འདི་ཁྱབ་ཁོངས་དེ་བཤད་ཡོད་དེ་ཡིན་པ་སོང་སོང་ཐོག་མི་བསམ་པོ་འདྲ་ང་ཚོ་རྒྱ་གར་གི་མི་ཡིན་ན་འདྲ་རོ་ཨ་ནི་བོད་པ་མིན་ན་འདྲ། དེ་ང་ཚོ་ཁྱབ་པར་ཡོད་མ་རེད། དུ་མི་གི་བརྩམས་བྱ་རྒྱུག་གི་བོད་ཡིག་དེ་ང་ཚོ་ཤག་སང་རིག་སང་དང་འཐུམ་འདག་པ་གི་བོད་ཡིག་རེད་ཨ་དམ་མིང་ཁ་ཤིས་གི་བཏགས་པའི་བར་དེ་ཁྱབ་པར་མི་འདུག། དུ་མི་རིག་གི་ས་ཡ་མང་པོས་གི་བེད་སྤྱོད་བཏང་འདུག་དེ་རིང་ད་དུ་མི་གི་དགའ་དྲིན་འདི་རེད་དུ་མི་ཁོ་རང་མིའི་སི་རེད་མ་རེད་དུ་ང་ཚོ་ལ་གལ་ཆེན་པོ་གི་ཆག་ཁོ་མ་རེད། གཉའ་ཁྲི་བཙན་པོ་སི་རེད་བོད་སྤྱི་ལ་དབང་པའི་རྒྱལ་པོ་རེད་ལྷ་སྒྲུང་བཤད་ན་ཁོ་རྒྱ་གར་གི་རི་པ་དང་རི་དུ་མོ་དུ་གི་དམག་ཕམ་རྒྱུག་གི་དེ་སྐྱ་སང་བོར་ང་ར་དེའི་གཅིག་དུང་གི་གཅིག་ནི་མ་ར་ཆད་ཡོང་རྒྱུག་དུ་མོ་དེ་ར་བཤད་ཁོ་རེད། ག་རེ་ཡིན་ན་ཡིན་ལྷ་ནས་ཡོང་ན་ཡོང་དེ་མུ་མཐུད་ཁྱབ་པར་ཡོད་པ་མ་རེད། ང་ཚོ་ཤེས་བསྡད་པ་ཞིག་ལ་དོ་མི་གི་གཏན་འབེབས་ཅིག་བྱ་རྒྱུ་གི་རེད་བ། བོད་སྐད་ངོ་མ་གི་ཤང་ཤོང་གི་ཡི་གེ་རེད་དེའི་ཁ་ལ་ཅིག་བྱ་ཆ་བྱག་གསུམ་དང་བཤགས་ས་ཨག་གསུམ་དང་དུ་མོ་རྫིག་མ་རུ་མགོ་བསྒྲིགས་ནས་ཅིག་ད་གང་ལྟར་ཀ་སོགས་གསུམ་ཅི་ཡང་བཞག་གི་འདུག་བ་གཏན་འབེབས་ཡི་དམ་པ་ཡི་གེ་འདི་རེད་ད་འདི་ང་ཚོ་བེད་སྤྱོད་གཏང་དུ་རྣམ་པ་ཚོ་གི་པོ་ཁྲིད་ལབ་དགོ་ན་ག་རེ་ལབ་ན་འགྲིག་གོ་རེད་ད་ང་རང་ཚོ་གི་ཀ་ཀ་ག་ང་ནས་ཅང་གོ་རེ་ངས་ད་འདི་བཤད་དེ།

ང་ཚོ་བཤད་བསྡད་ཅིག་སོག་པོ་གི་ཡི་གེ་གསར་རྙིང་གཉིས་ཀྱི་ནང་ནས་སོག་ཡིག་རྙིང་པ་ད་དྭངས་སང་ད་དེ་འགྲོ་མགོན་ཕོག་པ་གི་བཟོ་བྱ་རྒྱུ་གི་སོག་ཡིག་དེ་ད་ཕ་ཁྱེར་ཡིན་ས་མ་རེད་སོག་པོ་བེད་སྤྱོད་བཏང་འདོད་དེ་ཡིན་ན་འགྲོ་མགོན་ཕོག་པ་འགྲོ་ནས་སོག་པོ་ལ་སོག་ཡིག་བེད་སྤྱོད་བཏང་ང་ནི་བ་རུ་ཙི་ག་དེ་ཡས་ཁུངས་མ་འཁྱོལ་ལ་སོག་པོ་ཆ་ཚང་གི་བོད་ཡིག་རང་བེད་སྤྱོད་བཏང་པ་རེད་ད་རྒྱུན་རང་པོ་ཅིག་ལ

བོད་ཀྱི་ཆབ་སྲིད་ཀྱི་སྤྱི་སྟངས་ཁྱོན་ཡོངས་ཀྱི་གོང་བུར་སྟོབས་ཤུགས་མཉམ་འགྲོ་དགོས་པ་སོང་ཙང་བོད་ཡིག་མ་བཤགས་པར་མ་གཏོགས་ཨེ་ཤི་ཡའི་ནང་ན་རྒྱལ་ཁབ་སྟོབས་ཆེན་འཛུགས་ཡོད་ན་ཧ་ལམ་མི་མོང་གོ་ལི་ཡ་གི་བོད་ཡིག་དེ་གཞུང་འབྲེལ་གྱི་སྐད་ལ་ཕལ་ཆེར་བཞག་ཡག་གི་དེ་ཡོད་ད་ལྟ་ཡིན་ནར་བོད་ཀྱི་ཆོས་དང་རིག་གཞུང་དེ་སོག་པོ་ར་ང་གཟུགས་པ་རིགས་ཀྱི་འབྲེལ་བ་བཤད་དགོས་གི་མ་རེད་ད་ལྟ་ཡིན་ནར་དེ་སོག་པོ་གི་ལུང་པ་གཅིག་གཉིས་གཟུགས་གི་ཨ་ནི་ད་ཡིན་མི་དེ་འདྲའི་རྒྱ་གར་ནང་ལ་བོད་ཀྱི་ཆོས་དང་རིག་གཞུང་ཁྱབ་ཁོང་བ་སློབ་སྦྱོང་བྱེད་གི་ཡོང་དང་ཡོང་བཞིན་པ་བཅས་ཨ་ནི་ད་ལྟ་ཁོ་རང་ཚོ་གི་ཆོས་སྐྱོར་གནས་སྒང་ལ། སྣང་བྱེད་ཀྱི་དེ། ད་ལྟ་ཞལ་འདོན་འདི་གཙུག་ཕུད་ཀྱི་ཐུགས་ན་སྐྱོར་བདག་དེ་ནི་སྣང་སྟེ་རེག། ད་ག་ནང་བཞིན་གྱི་ང་ཚོ་ད་ཉེ་རབས་ཀྱི་ལོར་གྱི་ཐོག་ནས་བོད་པ་ཚོ་ཆ་ཚང་གི་ཧ་གོ་ནི་ཞིག་ལ། མདོ་སྨད་ནི་འཕྲང་སྐྱོག་གི་ཁྱེད་རང་ཚེ་བརྟན་ཞབས་དྲུང། ད་རིག་ནས་ཆེ་ཆུང་བཞི་སྐོར་ལ་གཞན་དྲང་མི་འཇོག་པའི་མཁས་བ་རེད། ད་རིག་ནས་བཀའ་དྲིན་ཆེ་མི་ཆེ་བཤད་དགོས་མ་རེད་ད་དེ། མི་ཁུངས་བལྟས་ན་ཨ་ནི་རྒྱ་ལ་འབྲེལ་བ་འདུག་ཟེར་དེ་བཤད་དགོས་ར་ལོ་ཚེ་བརྟན་ཞབས་དྲུང་ཟེར་བ་དེ་འདྲའི་འདྲ་བོ་ཞིག་རེད། ད་ནི་ང་ཚོ་དགེ་བཤེས་བྱེ་བྲག་བོད་ཀྱི་ཉེ་རབས་ཀྱི་ལོ་རྒྱུས་ཀྱི་ཐོག་གི་དག་ཡིག་གསལ་བསྒྲིགས་དག་ཡིག་ཐོག་མར་རྩོམ་ནི་དེ་རེད། ད་ལྟའི་དུས་བཀའ་དྲིན་དུ་བཤད་དགོས་ཀྱི་མ་རེད་བ་བསྟན་པ་ཚང་ཚང་ཁོ་བོས་བཤད་ཡོད་རེད། ངས་བོད་ཀྱི་རྩམ་པ་རྒྱུན་རང་པོ་བསུས་དང་མོ་གི་ཨ་ནི་དེ་ལ་དྲིན་ལན་བྱ་ཡག་གི་ཆེད་དུ་ཨ་ནི་ངས་འདི་བྲིས་པ་ཡིན་ཟེར་དུ་བཤད་ཡོད་རེད། ཁོ་བོད་སྐད་ཡིག་མི་ངོ་བོ་ན་བྲིས་ཡོད་རེད་རེད་བ། བོད་ཟེར་ནི་གང་ལ་ཁོ་མི་རིགས་གཅིག་གི་ངོ་བོ་ཁུར་ཡོད་མ་རེད། ས་ཁུལ་དེ་གི་ཡིན་མིན། དེས་ན་ང་ཨ་མི་རི་ཀ་གི་བཀའ་དྲིན་ཆེན་པོ་ཡིན། ངས་ཨ་མི་རི་ཀ་གི་ཆེད་དུ་བྲིས་གི་ཡོད་ལབ་ན་ཨ་མི་རི་ཀ་གི་མི་སེར་དཀར་པོ་ཡིན་སྲིད་མགོ་ནག་ཡིན་སྲིད་མགོ་སེར་ཡིན་སྲིད་དུ་མོ་དེ་འབྲེལ་བ་ཡོད་མ་རེད། དེ་ནང་བཞིན་གི་ནས་སོག་པོ་བྱེ་བྲག་ར་ཁོ་བཙུགས་གི་རེད་ད་དེའི་དག་ཡིག་གི་རྗེས་ལ་དུ་སེ་ཇི་ཡོད་རེད་བ། ནི་དེ་ཡིན་པ་སང་ཙང་སོག་པོ་ཞིག་དགེ་བཤེས་ཆིག་གྲགས་སོག་པོ་རེད་རེད་བ། ད་དེ་བཤད་དགོས་གི་མ་རེད། སྤྱིར་བཏང་གི་རིག་གནས་ཅིག་གི་ཐོག་ནས་བཤད་ན། ང་ཚོ་བོད་ནང་གི་མཁས་བ་ད་རྒྱ་གི་ལོ་རྒྱུས་ར་དེའི་ཐོག་ལ་ད་ངོ་ནས་དྲངས་ནས་མཁས་བ་རེད་བོད་དྲ་རྒྱ་གི་ལོ་རྒྱུས་ཐོག་ལ་སྡེ་རུང་སྡེ་རོང་ཚེ་རང་དོན་གྲུབ་ལགས་གི་ནི་བརྩམས་བྱ་རྒྱུག་གི་ནི་འདི་ཡོད་རེད་བ་ཞི་ཙང་ཐུང་ཧྲི་དེ་ཚོ་གི་ལོ་རྒྱུས་གི་ཐོག་ལ་ད་ན། རྒྱ་མི་རིགས་ཀྱི་ཤེས་བདེ་བ་གི་ད་ང་ཚོ་ཡན་གི་ར་ཁོང་དེ་ཡན་ཧུང་ཙི་སོང་ཙི་ཁོ་ཚོ་གི་ཅིག་ཧམ་པ་ཤེས་འདི་བསྡད་ཡོད་ད་རྒྱ་མིའི་གཟབ་ན་དེ་ཡིན་ཟིག་ད་ཡིན་འདི་ཟིག་ཁྱེར་ཡིན་ན་ཡན་དེའི་ར་ཁོང་དེ་གཉིས་ཀ་གང་ནས་ཡོང་རྒྱུ་རེད་ན་བོད་ནས་མ་ར་འགྲོ་རྒྱུ་རེད་ཟིག་དེ་གཅིག་ནས་གང་ལ་ཡན་དེའི་ཧུང་དེ་བོད་ཀྱི་ཡིན་ན་རྒྱ་གི་མི་རྒྱུ་ཤེས་དགོས་མ་ད་རྒྱ་གི་རིག་གནས་གི་དཔལ་ཡོན་གི་ཁུངས་ཁོ་རང་བོད་རེད་ཟིག་དེ་ཤེས་དགོས་རེད་ད་དེ་འབའ་སོང་སོང་དོ་མི་བསམ་པོ་དྲ་ཐོག་ནམ་པ་ཚོ་གི་རྒྱ་གར་གི་མི་ཁོང་ལ་གཏུགས་བཤད་ན་ང་ལ་དེ་ཅིག་ཤོར་སོང་བསམ་བསམ་ཅི་ག་རེ་མེད། གིས་བ་རྒྱ་གར་ནི་ཆགས་རྒྱུ་མངོན་གསལ་དོད་པོ་རེད་དེ་རྒྱ་གར་ནི་གིས་བ། ཆགས་ནས་ཡོང་པ་རྫིག་པོའི་རྒྱུ་བཤད་དེ་ད་རྒྱ་གར་ཡིན་ན་སྐྱོན་ཡོད་མ་རེད། ཡིན་ན་ད་ལྟ་ང་ཚོ་རིག་གནས་རང་བཞིན་གྱི་རང་ད་སྤྱིར་བཏང་གི་སྐད་ཆ་བཤད་སྟངས་ཞིག་རེད། ངས་འདིའི་ཐོག་ན་ག་རེ་བཤད་དགོས་ན་རིག་གནས་བཤད་པའི་ཁ་ཐུག་ལ་པུ་ཅིག་གོ་ཅིག་ཡང་པུ་བྱེད་རོགས་བྱོས། རིག་གནས་ལ་རིག་གནས་ཀྱི་དར་ཚིགས་ཅིག་ཟིན་ནས་ང་ཚོ་བཤད་རོགས་བྱོས། འཛམ་བུ་གླིང་གི་ཤེས་རིག་ལ་དེ་རེད། གང་ན་ཅིག་ད་ང་ཚོ་འདིས་པར་ཁྱབ་ཁོང་ལ་ཅིག་ཁོ་པི་རེ་ཏྲི་ཟེར་ཅིག་དུ་མོ་དུ་ཤེས་ཀི་ཚོང་ར་དུ་མོ་དེ་སྦྱར་ན་འགྲིག་གི་འོ་རེད། བོད་སྨན་གི་ཐོག་ལ་ཁོ་པི་རེ་ཏྲི་ཟེར་ཡ་ཅིག་དང་བོད་ཀི་སྐད་ཡིག་གི་ཐོག་ལ་ཁོ་པི་རེ་ཏྲི་དང་སོའུ་རན་ཅིག་ད་གང་འདི་གཉིས་འདི་ཚོ་འདྲ་གོ་མ་རེད་བོད་སྨན་གི་ཐོག་ལ་དེ་འདྲས་ཅིག་བཤད་ཆོག་གི་ཡོ་རེད་དེ་ངས་དོན་ཚན་རྗེས་མ་ནང་བཤད་གོ། ད་བོད་སྐད་ཟིག་གི་སྐད་ཡིག་ཟིག་གི་ཐོག་ལ་ཁོ་པི་རེ་ཏྲི་ཟེར་ཡ་ཅིག་ཡོ་བ་མ་རེད་ང་ཚོ་ཧ་གོ་དགོས་ཡ་ཅིག་ལ་རེད་བ་སྐད་ཡིག་དེ་རྒྱལ་ཁབ་སོ་སོ་སོ་སོ་གི་གཞུང་འབྲེལ་གི་སྐད་ཡིག་གི་ནང་འགྲོ་ཐུབ་གི་འདུག་མི་འདུག་དེ་རེད། ད་གཅིག་ནི་གང་ལ། སྐད་ཡིག་དེ་ཁུངས་གང་ནས་ཡོང་ནས་དེ་རྒྱལ་ཁབ་དེ་གི་གསར་སྤྱོད་བྱེད་དགོས་པ་མ་རེད་ད་གལ་ཆེ་ཤོས་དེ། སྐད་ཡིག་དེ་བེད་སྤྱོད་བཏང་ནས་གི་མི་གྲངས་ག་ཚད་ཅིག་ཁོ་ཚོ་ས་ཁུལ་ན་འདུག་སྐད་ཡིག་དེ་གི་ནི་ཤ་ཤ་ནི་གང་ལ། དེ་གི་ལུང་པ་དེ་གི་ཡིན་ནི་ར་རིག་གནས་ར་དེ་ཚོ་ལ་ཅིག་ད་བཟང་ཤོས་གི་དཔལ་ཡོན་ར་དེ་ཚོ་ལ་ཤུགས་རྐྱེན་ག་རེ་ཐེབས་ཐུབ་གི་འདུག་ནི་དང་དེ་གི་ཚོང་ར་ར་མ་ཁེ་ཁྲེ་གི་ནང་ལ་སྐད་ཡིག་དེ་ལ་ད་ད་ལྟ་གི་བྱ་དེ་བྱུང་ན་སྤྱོད་སྒོ་ག་ཚད་ཅིག་འདུག་སྤྱོད་ཡག་གི་ད་བའི་ལོ་རིན་ཐང་ག་ཚད་ཅིག་འདུག་དེ་འདྲའི་ཅིག་གི་ཐོག་ན་ད་ཁོ་ཚོ་ནི་དེ་ད་ལྟ་ཚོད་རྩིས་རྒྱབ་ཀི་ཡོད་རེད་བ། རྒྱ་སྐད་བྱས་ན་ཕིང་གུ་ཅིག་གོ་དེ་ལ་ཚོད་རྩིས་རྒྱབ་དགོས་རེད་དེ་འདྲས་རེད། ཡིན་ན་ད་དེའི་ནང་ལ་ཆབ་སྲིད་མ་འདྲེས་བ་དེ་འདྲས་མ་རེད་ད་བརྒྱ་ཆ་བརྒྱ་གི་དེའི་དགོས་མཁོ་རང་གི་ཐོག་ནས་འགྲོ་གི་ཡོད་མེད་ནི་ཚད་ལོག་བ་རེད།

ལ་དྭགས། ནེ་ཕཱ་ལི། ཆཱི་ན། ཨ་ནི་ད་ཁྲ་བལ་ཁྲིན་ཡིན་པ་ཅིག་མོང་གོ་ལི་ཡ་ད་འདི་འདྲའི་གི་རྒྱལ་ཁབ་མང་པོ་ཅིག་ལ་བཤད་དགོས་རེད། དེའི་ཐོག་ནས་ག་རེ་བཤད་དགོས་ན་རྒྱ་གར་གཞུང་ལ་ཁྱི་ཚོགས་གི་སྐད་ཡིག་འདི་མཐོང་སྤྲད་དགོས་གི་རེད། ངའི་བོད་ཁྲིད་སྐད་འདི་ལ་དྭགས་ན་ཨ་ནི་མི་འབུམ་གཉིས་རེ་ཁྲི་ལྔ་བརྩེགས་ཡར་མར་བརྩེགས་སྐད་ཆ་བཤད་དགོས་རེད་ད་བོད་པ་ཚོ་ཟིན་ན་རེད་ད་བོད་ཀྱི་རིག་གཞུང་གི་ཁྱབ་ཁོངས་ནང་ཚུད་ནས་འདི་ཙམ་མ་རེད་སྐད་ཡིག་འདི་འདི་འདྲའི་སྐད་ཡིག་ཆེན་པོ་ཅིག་ཡིན། དེ་བྱས་ནས་གང་ལ། མ་འོངས་པ་ན་སྐད་ཡིག་འདི་རྒྱ་གར་གྱི་ཁྲིམས་ཐོག་ལ་ངེས་འཛིན་བྱས་ཚར་ནས་གང་ལ། ལུང་པ་འདི་ཆ་ཚང་ལ་བེད་སྤྱོད་བཏང་དང་ཡོད་པའི་སྐད་འདི་ཆ་ཚང་རྒྱ་གར་གྱི་ཁྲིམས་ཐོག་གི་སྐད་ཆགས་སྐོར་དང། སྐད་འདིའི་ཁྱབ་ཁོངས་ལ་རྒྱ་ཡིག་གི་སྐད་ས་རྒྱ་གར་གྱི་འོ་ད་དུ་ཁྲིམས་ཐིང་གི་སྐད་ཀྱི་རིམ་པ་ནས་བཤད་སྐོར་དང། དགོངས་པ་འདི་གཟུགས་ན་དང་དུ་དེ་རིམ་པ་གཅིག་ལྟར་བསྟན་པ་སོགས་འཁོར་དེའི་ས་ཁུལ་དེ་འདྲའི་གཅིག་པའི་ཆོས་བཤད་དགོས། ཕ་ཁྱེར་ཁྱེད་དེ་རིགས་གང་ལ། གཏམ་བཤད་གཅིག་གི་ཡིན་བསམ་སོང་ཁོ་ཚེ་འཇལ་གྱི་ངའི་སྒོ། ཨ་ནི་ས་ཡ་ཉི་ཤུ་ཡར་མར་ཙི་ཀི་ཀ་ཅི་བཤད་གི་འདུག་ཁོ་ད་ལྟ་སྐད་ཡིག་འདི་བེད་སྤྱོད་བཏང་ནས་ཀྱི་མི་དེ་འདྲའི་གཅིག་ཡོད་ཟེར། དེ་ཞིབ་འཇུག་ཡག་པོ་བྱས་ཡོད་ས་རེད། ད་ད་ལྟ་ང་ཚོ། ད་སྐད་ཡིག་འདི་གི་འབྱུང་ཁུངས་བོད་རེད་བོད་མི་རིགས་ས་ཡ་དེ་འདྲའི། ཡིན་ན་བོད་མི་རིགས་ས་ཡ་དེང་གི་ཟེར་གི་མ་རེད་སྐད་ཡིག་འདི་གི་བོད་མི་རིགས་གི་ད་བོད་གི་བལ་ཡུལ་འདར་པའི་ཁ་ཐིག་ལ་བོད་པ་མ་ཡིན་པའི་མི་རིགས་མང་པོ་གི་བོད་གི་ས་ཁིལ་ནས་སྐད་ཡིག་འདི་བེད་སྤྱོད་གཏོང་བསྡད་ཡོད་ད། ད་ལྟ་བོད་གི་ས་ཁིལ་ང་ཚོ་མདོར་སྨད་ས་ཁིལ་ལ་ཆ་བཞག་ན་ཁ་ཆེ་མང་ཆེ་བ་གི་ནི་བོད་གི་རིག་གཞུང་གི་ད་དམངས་ཁྲོད་གི་རིག་གཞུང་གི་ཁྲོད་ན་བོད་གི་རིག་གཞུང་ལའང་འཚོ་བ་སྐྱལ་བསྡད་པའི་ལུས་དང་ལ་གཞས་དང་རེ་བ་ནི་མདངས་འཕེན་དང་རྟ་རྒྱུག་དང། ས་ཡ་མཐོང་ཡ་ཡན་ཆད་པོ་ནས་བཟུང་སྟེ་བོད་སྨིན་ཨ་ཅང་ཅང་དེ་བཅས་ནས་ཀྱི་ཨ་ནི་བོད་ཀྱི་རིག་གཞུང་དང་ཡང་ན་རྣམ་པ་ཏེས་ཁུ་ཙུང་ངོ་འགྱུར་ནས་ཀྱི་བོད་ཀྱི་རིག་གཞུང་གི་ཁྱབ་ཁོངས་རྣམས་འཚོ་བ་རོལ་གི་ཡོད་རེད། བོད་ཀྱི་བལ་ཡུལ་འགི་ད་ཅིག་ཕར་སིམ་འཛི་སྤྱིར་བཏང་ཙམ་དུ་ད་དེ་འདྲའི་ཁྱབ་ཆེན་པོ་རེད་དགའ་ནང་བཞིན་གི་ཁ་ཆེ་ཙམ་མ་ཡིན་པའི་མཚོ་སྔོན་པོ་གི་དབྱི་ཡུལ་འདུ་བ་ལ་མི་རིགས་གཞན་པ་མང་པོ་ཡོད་རེད།

རྫོང་ཁ་ཡིན་པ་སོང་ཙང་རྫོང་ཁ་བོད་སྐད་རེད་བ་དེ་རེད། ད་ནི་ད་ལྟ་གི་ད་འབྲས་ལྗོངས་ངོ་མ་ཡིན་ན་ད་གླིང་དུ་ནི་བོད་སྐད་རེད། ད་ནེ་པ་ལི་དེ་སི་ད་ད་ལྟ་ད་རྒྱ་གར་སྐད་དང་ནེ་པ་ལི་སྐད་ཞིག་ཆེན་པོ་ཆགས་ནས་ད་འབྲས་ལྗོངས་གི་བོད་པ་གི་ཁྱབ་ཁོངས་སྐད་ཀྱི་ཁྱབ་ཁོངས་དེ་ངས་སྔོན་མ་ཟིག་ཅིག་མཐོང་སོང་ཕ་སྐད་རེད་བོད་སྐད་བོད་སྐད་ཀྱི་ཁྱབ་ཁོངས་ཟེར་ཡ་ཅིག་ཡོད་རེད་དེ་བརྒྱ་ཆ་གི་སུམ་ཅུ་རེ་ཡོད་ས་མ་རེད་ད་ཡིན་ན་འགྲིག་པ་འབྲས་ལྗོངས་དུ་སྤྱིར་བཏང་བོད་ཀྱི་རིག་གཞུང་གི་ད་ས་ཁུལ་གྱི་ཁྱབ་ཁོངས་ཡིན་པ་སོང་ཙང། གཅིག་དཔེ་མཛོད་ཁང་ཟེར་ཡ་འདྲ་བོ་གཅིག་བོད་ཡིག་གི་ཐོག་གི་གཅིག་འབྲས་ལྗོངས་ཤ་མ་ཏཱ་ཟེར་ཡ་འདྲ་བོ་གཅིག་ཚགས་པར་དེ་ཚོ་གི་རྣམ་འགྱུར་ད་ད་འདྲ་རེ་ཡོད་རེད་ད་གཅིག་བོད་སྐད་རིག་གཞུང་གི་ད་རྒྱ་སྐད་བཤད་ན་ཧིན་ཇི་ཟེར་གོ་ར་དེ་གི་གཅིག་ད་རྗེས་ཤུལ་འདྲ་བོ་ད་ད་འདྲ་ཡིན་ན་ར་རྒྱ་ཆ་རྒྱ་གི་ལག་ཡོད་མ་རེད་ད་དེ་ཡིན་པ་སོང་ཙང་འདི་འདྲའི་བྱིན་པ་ཡིན་ན་ད་འདྲ་ཉམས་གི་ཡོད་ན་ར་དེ་ད་ནས་སི་པི་ཏི་ར་ད་ང་ཚོ་ཧ་མ་ལག་གི་རིག་རྒྱུན་འདི་ད། བོད་ཀྱི་རིག་གཞུང་གི་དཔལ་ཡོན་གྱི་ཁྱབ་ཁོངས་རེད་ད་གེ་གལ་སྲིད་འདི་ཉམས་ནས་སླར་གསོ་བྱེད་དགོས་དགོས་ན་ལི་ལྷ་བོ་ལྷ་བོ་དེ་འདི་རེད། འདི་གཅིག་རེད་དེ་ནས་ད་དོན་དག་གཉིས་པ་གཅིག་ལ། རྣམ་པ་གཟུགས་ཀྱི་འདིའི་མིང་ལ་བོད་ཡིག་དག་བྱ་ན། ད། རྒྱ་གར་གྱི་ཆབ་སྲིད་པ་དེ་ཚོ་ངས་ད་འདི་བྱས་ཏེ། རྟོགས་པ་ཚ་བོ་རེད་ཁོ་ཚོ་རྟོགས་པ་ཚ་བོ་ཡིན་པར་རྒྱུ་མཚན་ཞེ་དྲག། ང་ཚོ་དེ་གོ་བ་ལེན་མ་ཐུབ་པ་དེ་འདྲ་ཡོད་མ་རེད། ག་རེ་རེད་ན་རྒྱ་དཀར་ནག་གཉིས་ཀྱི་རྒྱ་མཚམས་ན་དམག་རྒྱང་རྐྱང་བརྒྱབ་བསྡད་ཡོད་རེད། བཤད་པ་དེ་རྒྱ་ནག་གཞུང་གིས་ག་རེ་བྱེད་དགོས་ན་འདི་ཆ་ཚང་དམག་བརྒྱབ་ཡ་དེ་ང་ཚོའི་ས་མཚམས་གཏན་འཁེལ་བྱས་ཡོད་མ་རེད་སྔོན་མ་བོད་ཀྱི་ཁྱབ་ཁོངས་དེ་ཆ་ཚང་དེང་སང་ཀྲུང་གོ་བདག་གི་ཡོད་ལབ་དགོས་རེད་དེ་ཡིན་པ་སོང་ཙང་ཨ་ནི། སྐད་ཡིག་ཁོ་རང་བོད་སྐད་ཀྱི་ཐོག་ནས་ཨ་ནི། ཁྲིམས་ཐོག་བ་དེབ་སྐྱེལ་བཅས་བྱ་ནི་གང་ལ། ཨང་དེ་ནས་རྒྱ་གར་རྒྱ་ནག་ལ་ལག་པ་འཆང་ས་གི་ཅིག་ལམ་ཁ་འདྲ་བོ་ཅིག་བཟོས་ན་མི་འདུག་ད་རྒྱ་གར་གི། ཆབ་སྲིད་པ་དེ་ཚོ་དེའི་དོགས་པ་ཡོད་དེ་ཡིན་པ་སོང་ཙང་ཧི་མ་ལ་གི་ཚུར་ཚུར་འདུབ་འདི་ཧི་མ་ལ་གི་ཚུར་ཤོག་འདི། གང་ཐུབ་ཐུབ་གི་བོད་པ་ལ་ཅིག་འབྲེལ་བ་མེད་བཟོས་ན་མི་འདུག་ཅིག་འདིའི་འབྲེལ་བ་འདི་མོག་མོག་བཟོ་དགོས་ཡ་དེ། རྒྱ་གར་ལ་ཆ་བྱ་ན། དེ་གལ་ཆེན་པོ་ཆགས་ཐུབ། དེ་ཡིན་པ་ཚང་ཚང་རྒྱ་གར་གི་ཐབས་བརྒྱ་ཇུས་སྟོང་གི་རེད་བ། ཨ་ནི་ཧི་མ་ལ་གི་ད་ཚུར་འདུབ་ང་ཚོ་གི་ཅིག་ལ་དྭགས་དང་འབྲེལ་བའི་འདི་གི་ཅིག་རིག་གཞུང་ར་འདིའི་ཐོག་ནས་ཅིག་བོད་དང་མ་འདྲ་བ་ཅིག་བཟོ་ཐུབ་ཡ། ཡང་ན་འདི་བོད་དང་གཅིག་པ་ཅིག་ཀྱང་བཟོ་བྱ་ན། ཁོ་ཚོ་བོད་གི་རིག་གཞུང་དང་བྱེད་རྒྱུ་དང་མ་རེད་ད། འདི་ལ་རྐྱེན་གྱིས་ནས་རྒྱ་ནག་གི་ལག་པ་འཆང་ཡོང་གི་འདུག་རྒྱ་ནག་གི་དེ་བྱེད་དགོས་རེད་དེ་ཡིན་པ་ཚང་ཚང་བོད་ཡིག་གི་མིང་ཁྱེར་ནས་ཅིག།

བོད་པ་ཚོ་གི་འདིའི་ཐོག་ལ་ད་དོན་དག་ཡོད་ན་མེད་ན་གཉིས་ད་ཞེའུ་མང་པོ་བཤད་བསྡད་རོགས་ད་དེ་གཅིག་ནི་གང་ངས་འདི་བསམ་བློ་བཏང་ན་འདིའི་རྣམ་པ་ཚོ་གི་ལས་ཀ་ལ་པར་གཅོད་དུ་བརྒྱ་ཆ་བརྒྱ་བཟོ་དགོས་བསམ་གི་འདུག་ངས་དེ་རང་འདིའི་ཐོག་ལ་སྒྲ་འདིའི་ཐོག་ལ་བརྙན་གཅིག་བཟོ་དགོས་ཡ་གི་རྒྱུ་མཚན་དེ་དེ་ཡིན། དེ་ནི་ད་ང་ཚོ་ཧ་གོ་དགོས་ཡ་གཅིག་ལ་ད་བོད་པ་ཚོ་གི་ད་འདི་བཤད་བསྡད་ཡ་གཅིག་བོད་མི་འདྲ་དེ་ཚོ་འཇར་ནི་རེ་བཤད་གི་འདུག་ང་སྒེར་ལ་བརྙན་འདྲ་དེ་འདྲའི་བཏང་ཡོང་ནི་གཅིག་བོད་ནང་ནས་ན་ཉིན་བཞག་སོང་ནི་ད་ཕངས་པོ་བྱེད་གྲ་རེད་མ་ཡིན་པ་གཡང་དཀར་ར་དེ་ཚོ་གི་ཨ་ནི་བོད་ཀྱི་སྨན་གྱི་བདག་དབང་དེ་གཅིག་ནི་ནང་པ་ཡིན་ཚེ་རྒྱ་གར་གྱི་ཁེ་འགྲོ་གི་འདུག་ད་ག་ནང་བཞིན་གྱི་ནི་རྒྱ་གར་གྱི་རྩར་མིན་དང་ངོར་མིན་ཐོག་ལ་ཨ་རོ་བ་དེ་ར་དེ་ཚོའི་ཐོག་ལ་ཅིག་འཚོ་བྱེད་ཙི་ཡན་མོ་བོད་སྨན་མ་སྐྱེད་ཅིག་ནི་ཅིག་ཨ་ནི་དེ་དེབ་སྐྱེད་ཅིག་བྱ་ད་དེ་དཀའ་ངལ་འདྲེ་ཟིན་གཡང་དགའ་ལགས་ཀྱི་ད་དུ་སུ་གསུངས་ཡོད་རེད་དེ་ཕྱོགས་གཅིག་དེ་འདྲ་རེད་ངས་གཡང་དགའ་ལགས་ཀྱི་གཏམ་བཤད་དེ་འདྲ་རེད་ངས་ཉན་པ་ཡིན་དེ་ཉན་ཡོང་ནས་ཀྱང་ཁོ་འཁེལ་བ་རེད། སྐད་ཆ་རྒྱག་གིན་འཁེལ་བ་རེད། བོད་སྐད་གསོ་རིག་ར་དེ་ཚོའི་ཐོག་ལ་འཁེལ་བ་ཡིན་མིན་ན་ཅང་དོགས་པ་མི་འདུག་མི་འཁེལ་བ་ཅིག་རེད་ཤག། ཡིན་ན་ད་ཁོ་རང་གི་ད་ལྟ་གི་བཤད་བཤད་རྒྱུག་གི། བོད་མིང་གི་བདག་དབང་ར་དེ་ཚོ་རྒྱ་གར་གི་འཕྲོག་གི་ཡོད་མེད་གསལ་བྱེད་ར་འདིའི་ཐོག་ལ་དོན་དག་གཉིས་ཡོད་ར་ད་ང་ཚོ་བཙན་བྱོལ་ནང་ལ་རྒྱ་གར་ནང་ལ་ཆ་བཤད་ན། གཅིག་དེ། དགེ་མཁོ་རང་གི་ཐོག་ནས།

ནས་རྒྱ་མོ་ཁ་ཤི་མར་དང་ལ་དྭགས་གཉིས་ཆ་ང་སྡེ་གཅིག་གྱི་རང་སྐྱོང་གི་ས་ཁད་ཅིག་དེ་བྱས་པ་རེད། དེ་རིགས་སྒང་ལ། རྒྱ་མོ་ཁ་ཤི་མར་གི་ཁྱབ་ཁོངས་ནས་ལ་དྭགས་གི་ཅིག་ད་ལ་དྭགས་ཀྱི་ཆེད་དང་རིག་གཞུང་ར་སྐད་ཡིག་སྲུང་དགོས་ཡ་གི་ཅིག་བྱས་ཡོང་ནས་སྒང་ལ་ང་སྡེ་རང་གི་ཁྲིམས་ཐོག་བ་འགྲོ་དགོས་རེད། དེ་བྱས་ནས་སྒང་ལ་ང་སྡེ་དེ་གི་མི་གྲངས་མང་ང་དེ་ནས་འུར་རྡོ་གི་སྐད་བརྒྱབ་ནས་ད་ཁ་ཆེ་ཟིན་ན་རེད་ད་དེ་ཡིན་པ་སོང་ཙང་དེའི་ནང་ནས་ཁོ་རང་ཚོ་ལ་མིག་གསེས་ཀྱི་ཐོབ་ཐང་ཅིག་རག་གི་ཡོད་མ་རེད། ད། ནམ་ཉིན་ན་རིང་ད་མུ་ཏིག་ར་འདི་ཚོ་གི་ཨ་ནི་ཆབ་སྲིད་གི་ཐོག་ནས་རྒྱ་མོ་ཁ་ཤི་མར་གི་ངར་ལྡིག་གི་ཐོབ་ཐང་ཕྱིར་བསྡུ་བྱས་ནས་ཀྱི་ད་དེ་བློ་ཕམ་གི་རང་བཞིན་རེད་ཡིན་ན་ད་དེའི་ཐོག་ནས་རྐྱེན་ངན་གྲོགས་ཕྱིར་ལ་དྭགས་ཆུ་དབྱི་གཞུང་གི་ཐད་སྐྱོང་གི་གྲོང་ཁྱེར་འཛུགས་ཆགས་སོང་ན། ཨ་ནི་དེའི་ཁྱབ་ཁོངས་ནས་ཨ་ནི་བོད་ཡིག་འདི་ཡར་གཅིག་འགྲོ་ཐུབ་ན་ཟེར་ཡ་ཆུ་ར་ལ་དྭགས་གི་བུ་ཕྲུག་ག་འདི་ཡར་གཅིག་འགྲོ་ཐུབ་ན་ཨ་ནི་འདི་གཅིག་གོ་སྐབས་ཟིག་མེད་ལ་བསམ་ཡ་གི་དེ་རེད་དེ་ཁྱེད་ནས་གང་ངས་ད་འདི་བྱས་འདི་བཟོས་གལ་སྲིད་འདི་ཐུབ་ན་ཨ་ནི་སྔོན་མ་ཡིན་ན་ལ་དྭགས་ལ་དེ་དུ་བ། ལ་དྭགས་ཀྱི་ད་མི་རྒན་པ་དེ་ཚོ་རེད་ཤེས་ཡོན་པ་རེད་དེ་ཚོ་གི་ལ་དྭགས་ནང་ནས་ཅིག་གི་ད་ང་ཚོ་ཧི་མ་ལ་ཀྱི་རི་རྒྱུད་ཀྱི་རིག་གཞུང་ཟེར་ན་རེད་བོད་ཀྱི་རིག་གཞུང་འདི་ཨ་ནི་འཛིན་སྐྱོང་སྤེལ་གསུམ་བྱེད་ས་གི་ཀོ་ལེ་ཇི་ཡུ་ནི་ཝེ་སི་ཏི་དེ་འདྲའི་ཚད་ལྡན་དེ་འདྲའི་རྒྱག་དགོས་ཀྱི་འདུག་སི་དེ་བྱས་ན་ད་ཡིན་ན་དེ་དང་པོ་དེ་ལ་དེའི་ཆ་རྐྱེན་དེ་ལ་སྐད་དེ་རྒྱ་གར་གྱི་ཁྲིམས་ཐོག་ནས་དེ་གཏན་འཁེལ་བྱེད་དགོས་རེད་ད་དེ་འདྲའི་མ་བྱུང་བ་རེད་ད་ད་ལྟའི་སྐབས་ལ་བོན་དེ་ན་ཆ་ཆ་ན་འབོ་ཁྲིའི་སྐད་གྲགས་འདི་བཟོ་གི་ཐོག་ནས་ཅིག་དེ་རྒྱ་གར་གཞུང་གི་ཁྲིམས་ཐིང་གི་སྐད་ལ་ངེས་འཛིན་བྱས་ན་འདས་ལ་འཁྲིས་ནས་ཅིག་འདས་ལ་སྐྱེན་བྱས་ནས་ཅིག་ཨ་ནི་བོད་ཀྱི་ཆིག་དང་རིག་གཞུང་ཟེར་ན་རེད་ཧི་མ་ལ་ཡ་གི་རིག་གཞུང་ཟེར་ན་རེད་འདི་སྐྱེ་བསྲིང་བྱས་ས་ད་ད་འདི་བཞག་ཚེ་ནི་རྣམ་རྒྱལ་གྲགས་ཁོ་ཚོ་གི་གསུང་བསྡད་པ་གི་ད་རྒྱལ་ཁབ་སུམ་བཅུ་བཞི། རྒྱལ་ཁབ་ང་དྲུག་དྲུག་བདུན་གཟིགས་ཀྱི་མི་ས་ཡ་སུམ་བཅུ་བཞི་བྱེད་གི་མྱི་ཤི་སུམ་བཅུ་ག་ཅིག་བྱེད་དགོས་ད་འདི་ལ་ནས་སློབ་སྦྱོང་བྱེད་ས་གི་ཡུ་ནི་ཝེ་སི་ཏི་དུ་ཚད་ལྡན་འདི་འདྲའི་རྒྱབ་ཐུབ་སི་དེ་མ་གཏོགས་ད་ལྟ་ཡིན་ན་རྒྱ་གར་ནང་ན་ཅིག་ཡོད་པ་དེ་བྷ་ར་ན་སི་དེ་རེད། ད་མང་ཆེ་བ་བོད་པ་གི་འཛིན་སྐྱོང་འོག་ན་ཡོད་རེད་རྒྱ་གར་ལ་དེབ་སྐྱེལ་བྱེད་རྒྱུ་གི་ད་དེའི་ཁྱབ་ཁོངས་ནས་ནི་བོད་མི་འདྲ་དེ་རྒྱ་གར་གི་ཅིག་རྩར་མི་འདྲ་དེའི་ནང་ལ་དེབ་སྐྱེལ་བྱས་ནས་ནི་བྷ་ར་ན་སི་ནས་ད་དེ་ཅིག་རྒྱ་གར་གཞུང་གིར་ད་དེབ་ཀྱི་ཅིག་ནས་ངེས་ལེན་ཅིག་བྱ་ན་བདག་པོ་ཀྱི་སྐོར་ཅིག་ཁང་པ་རྒྱབ་ཡ་འདྲ་བོ་དང་སློབ་ད་སློབ་གྲྭ་གི་མཐུན་རྐྱེན་སྦྱར་ཡ་དང་དེ་ཚོ་རེད་འདི་ན་རེ་ད་ད་ད་དུ་ཆུང་ཆུང་ཅིག་རེད་བ་ས་ཁེ་ཏྲ་ང་ཚོ་ལ་དྭགས་ནང་བཞིན་གྱི་བོད་ཀྱི་ཆོས་དང་རིག་གཞུང་གི་ལྟེ་བ་གལ་ཆེན་པོ་དེ་མ་རེད་ད་ལ་དྭགས་འདི་ངོ་ནས་ཅང་ནས་བཤད་གནང་ན་བོད་ཀྱི་ད་ཞང་ཞུང་ར་འདིའི་སྐབས་ཀྱི་ད་བོད་ཀྱི་རིག་གཞུང་གི་ས་ཆ་ལྟེ་བ་ཅིག་རེད་ཧ་ལམ་ལྷ་ས་འདྲ་བོ་རེད་ལ་དྭགས་འདི།

ཨོ་དེ་འདྲའི་ཅིག་གི་ཐོག་ནས་བཤད་ཡོང་ནས་གང་ལ་ལ་དག་འདི་བོད་ཀྱི་རིག་གཞུང་གི་ཁུངས་རེད་དེ་འབའ་སོང་ཙང་ཨ་ནེ་རྒན་ད་འདའ་གི་སྐུ་ཞབས་ང་ཚོ་འཇའ་ཡང་ཚེ་རིང་རྣམ་གྱི་འདྲ་ཁོ་ཚོ་རིག་གཞུང་འདི་གི་ཁྱབ་ཁོངས་ནས་ངོ་ནས་དྲངས་ནས་སྐྱེབས་སངས་བྱེད་རྒྱུ་གི་ཨ་ནེ་དེ་གི་ད་ཅིག་རིག་གཞུང་དེ་གི་ཅིག་ཤག་ཚི་ཡོད་རྒྱུ་ཟིན་ན་དེ་འདྲའི་གི་མི་ཡི་རེད་ལབ་ན་འགྲིག་གོ་རེད་དེ་ཁོ་ཚོ་རིག་གཞུང་དེ་ལ་བརྩེ་བ་ཡོད་ཆོག་གོ་རེད། ང་རང་ཚོ་གི་ལྟ་ཡོང་དེ་གང་ལ་དེ་དེ་འདྲས་ཅིག་འདུག་དེ་མ་ཚང་ད་ལ་དག་ནས་གལ་སྲིད་ཡུ་ནི་བེ་སི་ཏི་འདྲ་བོ་དེ་འདྲས་མ་འོངས་པ་ན་འཛུགས་ཐུབ་ན་བོད་ཀྱི་ཆེད་དང་རིག་གཞུང་རེ་ད་འདི་ཚོ་ལ་འབྲེལ་བ་ཡོད་ཁོ་མ་ལ་ཡ་ཟིན་ན་རེ་ད་ཨོ་ད་གང་ལྟར་དེ་ཅི་ཡོང་ན་དེ་གི་བལ་ཏི་ཡི་ལུང་དུ་ཆ་ཚང་ལ་ཅིག་ཕན་ཡ། ང་ཚོ་རྒྱ་གར་གི་སྐྱབས་བཅོལ་བའི་གནས་སྟངས་མ་ཡིན་པའི་ཐོག་ནས་སྐྱབས་བཅོལ་པ་ཚོ་གི་ཅིག་བྱས་དོར་དེ་ལས་ལྷག་ཟིག་ཡོང་ཐུབ་ཡ་གི་རེ་བ་ཡོད། རིག་གཞུང་ཟེར་ཡ་དེ་དེ་རུ་མ་གཏོགས་དེ་ངས་དེ་འདྲ་བྱས་ཅིག་སྐད་ཡིག་རེ་འདི་ཚོ་ལ་ཅིག་ཁོ་པི་རེ་ཁྲིག་བྱས་ཡ་དེ་འདྲས་ཚིག་གི་ཡོད་བ་མ་རེད། རེད་བ། ད། བོད་སྨན་གྱི་ང་ཚོ་བཀའ་ཤག་དེ་བོད་སྨན་གྱི་ཐོག་ནས་བཤད་ན། ད་ག་ནང་བཞིན་གོ་བ་ར་ན་སི་ནས་ཨ་ནི་བོད་སྨན་གྱི་ཨ་རོ་བ་དེ་གི་ཁྱབ་ཁོངས་ལ་ཅིག་ཞུགས་ཀྱི་མེད་ཅེས་དེ་རྗེས་ཨ་ནི་ད་བོད་སྨན་ཅིག་རྒྱ་གར་རང་གི་རྒྱ་གར་ལ་འབབ་པའི་འཛིན་སྐྱོང་གི་ཐོག་ལ་ཞིག་རྒྱབ་ཐུབ་ཀྱི་ཡོད་རེད་ད་ག་ནང་བཞིན་གྱི་རྒྱ་གར་རང་ནས་ཆ་བཤད་ན་བོད་ཀྱི་སྨན་དེ་ཚོ་ར་ཁྲིམས་ཐོག་ནས་ངེས་ལེན་ད་གསལ་བོ་ཅིག་ཡོད་ན་མེད་ན་རེད་སྨན་རྩིས་ཁང་གི་ཡན་ལག་ར་དེ་རྒྱ་གར་གྱི་ས་ཆ་ག་ས་ག་བ་བརྩིགས་ནས་སྨན་པ་ཚོ་བཏང་ནས་ཡིན་མིན་རེད་དེ་སོང་ནས་སྨན་སྐྱིད་ཀྱིས་གནས་ལུགས་དེ་འདྲས་བྱས་ཆོག་གོ་རེད་ད་ཡིན་ན་རེད། ཁྲིམས་ཐོག་ལ་དེབ་སྐྱེལ་བྱས་ཟེར་ཡག་གི་རེད་བ། དེ་ལ་དོན་དག་གཉིས་རེད་གཅིག་རྒྱ་གར་གྱི་ཡིག་ཁྲིམས་རེད་གཅིག་རྒྱལ་སྤྱིའི་གི་ཁྲིམས་དང་ད་མཐུན་ནས་འགྲོ་དགོས་གོ་རེད་རྒྱལ་སྤྱིའི་གི་དཔེར་ན་མཉམ་འབྲེལ་རྒྱལ་ཚོགས་གི་འདི་གཏན་འཁེལ་བྱེད་རྒྱུ་གི་ད་འཕྲོད་བསྟེན་གི་རྩ་ཚིག་རེད་དེའི་ནང་ནས་ནི་སྨན་ཞིག་ཡིན་ན་ཆ་རྐྱེན་ག་རེ་ཚང་དགོས་ན་རྩར་སྨན་འདྲ་འདི་ཚོ་ལ་ཚད་ག་ག་འདྲ་ག་འདྲ་ཡོད་ན་དེ་བཅས་ཡོང་ནས་གང་ལ་ད་བོད་སྨན་དེ་འདྲས་ཅིག་གི་ནང་ལ་ཞུགས་ཐུབ་པ་ལ། དང་པོ་རྒྱལ་ཁབ་ཅིག་གི་ས་ཁུལ་ཅིག་གི་ཐོག་ནས་དེ་ལ་ངེས་འཛིན་བྱས་ནས་ཡར་འགྲོ་དགོས་པ་རེད། དེའི་ནང་གི་གལ་ཆེ་ཤོས་དེ། སྨན་པ་དེ་དང་སྨན་དེ་ག་རེ་ཡིན་མིན་འདྲ་མ་རེད། སྨན་དེ་ཚད་ལྡན་རེད་ཟེར་གི་བརྟག་དཔྱད་བྱས་ནས་གི་མི་སྣ་ཅིག་བོར་བ། འོ་ད་དེ་དེ་ལ་དེ་ཆོག་མཆན་སྤྲད་ནས་གི་དེ་ན་སློབ་གྲྭ་ཅིག་གི་ནང་ནས་སློབ་མ་ལ་སློབ་ཤེས་ཚུལ་ཡོད་མེད་མ་རེད། དགེ་རྒན་དེ་ལ་ལག་འཁྱེར་ཚད་ལྡན་དགོས་རེད་དེ་ཡིན་པ་སོང་ཙང་རྒྱ་གར་ནང་ལ། བོད་སྨན་གི་ཐོག་ལ་ཚད་ལྡན་རེད་ཟེར་གི Certificate འདྲ་བོ་ཆོག་མཆན་སྤྲད་ཐུབ་ནས་གི་ཀྱི་ཤེས་ཡོན་པ་དེ་ཡོད་མ་རེད་དེ་མེད་པ་དེ་བརྒྱ་ཆ་བརྒྱ་རེད། དེ་ཡིན་པ་སོང་ཙང་ད་ག་རེད་ན་ཨ་རུ་ཨ་རུ་བྷ་ཏི་གི་ཁོང་ལ་བཅུས་བཤད་ན་ཁོ་རང་ཚོ་གི་ད་དེའི་ཁྱབ་ཁོངས་ནས་ཆོག་མཆན་དེ་སྤྲད་ཐུབ་ཀི་ཡོད་རེད་ད། དེའི་གཅིག་ནས་གཅིག་ནས་རྒྱ་གར་གི་ཚོང་ར་རེད་ད་གང་ལ་གང་ལ་གང་འཚམ་གི་རྒྱལ་སྤྱིའི་གི་རིམ་པ་ལ་ཡར་རེ་ཅིག་སླེབས་ཐུབ་ཡོད་ཀྱི་རེ་བ་ཡོད་རེད། ད་བོད་ནང་ནས་བཤད་བསྡད་ཀྱི་རེད་ད་སྨན་པ་ཡང་འགའ་རེ་ཁོ་རང་ཁོ་རང་ཚོ་རྣམ་པ་ཚོ་གི་གསུང་བསྡད་པ་གི་ཐོག་ནས། གལ་ཆེ་ཤོས་དེ་ཡིན། དེས་ན་རྒྱ་ནག་གཞུང་གིས་བོད་མི་ལ་ངེས་འཛིན་གྱི་ཡོད་པའི་ཁུལ་རེད། རྒྱ་ནག་གཞུང་གིས། ཡིན་ན་རེད་ད། རྒྱ་ནག་གཞུང་གིས་ངེས་འཛིན་བྱེད་རྒྱུ་དེ་གང་རེད་ཟེར་ན་བོད་ཀྱི་རིག་གཞུང་དང་སྨན་དང་ཅེས་པ་དེ་རྒྱ་ནག་ནང་ཁུལ་གྱི་གནད་དོན་ཅིག་ཆགས་འདུག་ད། རྒྱ་ནག་ནང་ཁུལ་ལས་ཧ་ར་ཕ་ར་འགྲོ་ནས་ཀྱི་རྒྱལ་སྤྱི་གི་ཐོག་ལ་འགྲོ་ཡ་གི་ཆོག་མཆན་དེ་རྒྱ་ནག་གི་སྤྲད་རོགས་བྱེད་དགོས་མ་རེད། ངོ་ནས་ཡིན་ན་སྐད་རྒྱབ་དགོས་ཡ་བོད་ནང་གི་དེ་ཚོ་དེ་སྐད་རྒྱབ་དགོས་རེད་ད་དཔེ་ན་ད་རེད་རྒྱལ་སྤྱི་གི་སྨན་གྱི་ཚོགས་འདུ་ཚིག་ག་བོད་ནང་གི་སྨན་པ་ཚིག་གཏང་གི་འདུག་ཡ། ད་དཔེར་ན་རྒྱལ་སྤྱིའི་བོད་རིག་པའི་ཚོགས་འདུ་ཟེར་ཏེ་བོད་དོན་གཅིག་པུར་མ་ཞིག་རྒྱལ་སྤྱིའི་གི་སྨན་གི་ད་ཅིག་བོད་དོན་དང་མ་ཡིན་པའི་དེ་འདྲའི་གི་ཐོག་ལ་བོད་གི་སྨན་པ་རེ་ཟུང་བཏང་བཏང་ཐུབ་གི་འདུག་ཡ་ཤི་གི་འདུག་ཡ་དེ་གར་ན་རྒྱ་ནག་གི་ཆོག་མཆན་དེ་སྤྲད་དགོས་མ་རེད་ངོ་ནས་ད་བོད་ནང་གི་སྨན་པ་ཟོ་ད་དེ་སྤྲད་དགོས་ར་བོད་མི་ནི་དེ་རྒྱ་ནག་གི་སྤྲད་དགོས་མ་རེད་ད་ཡིན་པ་སོང་ཙང་ད་དཔེར་ན་ང་ཡོད་ས་གི་ཨོ་སི་ཀྲོ་ལི་ཡ་གི་ད་མ་གི་གྲི་སྨན་འདྲ་དེ་བཙོང་ས་འདུག་ར

གནད་འགག་བྱས་ཡོད་དེ་རྒྱལ་སྤྱི་གི་དར་མདའ་གི་སྨན་གྱི་རིམ་པ་ནས་བཤད་ལུང་ན་དངུལ་ཆུ་དེ་གི་ཉེན་ཁ་ཅན་ནས་བརྩི་གི་ཡོད་ད་དེ་འབའ་ཚང་ཚང་བོད་མིང་གི་དུག་སེལ་ག་འདྲ་བྱས་ནས་ཀྱི་ནི་དེ་ཉེན་ཁ་མེད་པ་བཟོར་དེ་ལ་རྒྱལ་སྤྱི་ལ་འགྲེལ་བཤད་བརྒྱབ་ནས་ང་ཚོ་དངུལ་ཆུ་ཡོད་དེ་ཡིན་ན་ཉེན་ཁ་འདུག་སེ་སེ་བྱ་བར་དུག་སེལ་འདུག་སེ་ཅི་བྱ་བར་དུ་ལབ་དགོས་གལ་སྲིད་དུ་ལབ་ན་བོད་མིང་གི་སྤྱི་སྟངས་གི་གསང་བ་ཡང་ཞི་ལོག་ཤོར་འགྲོ་གི་ད་དེ་འདྲའི་དཀའ་ངལ་ཅིག་ཡོད་ད་དེ་ཡིན་པ་སོང་ཙང་རྒྱལ་སྤྱི་གི་ཐོག་ནས་འདི་ལ།

དེས་ན་སྨན་རྩིས་ཁང་གི་སྒོ་བྱང་ལ་འགྱུར་བ་བཏང་ནས་བོད་གཞུང་སྨན་རྩིས་ཁང་གསུབ་ནས་ཀྱི། ནས་དེའི་ཚབ་ལ་ནས་ད། གསོ་བྱེད་སྨན་རྩིས་ཁང་ཟེར་ནམ་འཚོ་བྱེད་སྨན་རྩིས་ཁང་ན་དེ་འདྲས་ཅིག་བརྒྱབ་ནས་ཀྱི་བོད་ཡིག་ཁོ་རང་མགོ་ནས་གསུབ་བྱས་རེད་ལབ་ཁོ་ལྟ་བཟོ་ཀྱི། ད་ག་ནང་བཞིན་གྱི་སྔོན་མ་ཟམ་གདོང་ར་དེ་ཚོ། ནས། གབ་ལོན་ཁྲི་བ་ཡིན་པའི་ཁ་ཐུག་ད་བཙན་བྱོལ་བོད་གཞུང་གི་མིང་བྱིའུ་བརྒྱབ་ནས་ཀྱི་དབུས་བོད་མིའི་སྒྲིག་འཛུགས་རེད་མདོ་མོ་འདེབས་རྒྱུར་ཡོད་རེད། ཐ་ན་ཞིང་གི་ནང་ཉིན་དུ་བ་ལ་སྤེན་པ་ཚེ་རིང་ཁོ་སྲིད་སྐྱོང་ཐོབ་སོང་ཟེར་ནས་ད་ལས་ཀ་དང་པོ་བྱིན་པ་དེ་ཁོ་སྲིད་སྐྱོང་བ་ཐོབ་པའི་ཁ་ཐུག་ལ་ལས་ཤོག་གི་ཐོག་ལ་ལོ་བཟང་སང་གེ་རེ་གཙོ་བའི་སྲིད་སྐྱོང་ཟེར་ཞིག་བྲིས་ཡོད་རེད་ད་ཁྱི་ལྟོས་དོན་བྱ་ཡིན་ཟེར་སྲིད་སྐྱོང་མ་རེད་ཕར་སེང་དྲན་ཁྲིད་དེ་ཁྱི་ལྟོས་དོན་ནས་ཁྱི་ད་ལྟ་སྲིད་སྐྱོང་འཛམ་བུ་ལང་ངོ་སྤྲོད་བྱེད་ཀྱི་ཡོད་ཟེར་དེ་མོ་དེ་བཤད་དགོས་རེད།

ཐུམ་རྒྱབ་རྒྱུག་དེའི་སྟོད་ཐུམ་གཅིག་ཡོད་རང་བོད་མིང་གི་དེ་ཚོ་པགས་པ་གཡོག་ནས་ཅིག་ང་ཚོ་པགས་པ་གི་ཐོག་ལ་བོད་གཞུང་སྨན་རྩིས་ཁང་རྒྱབ་བྱ་ཡིན་ན་རྒྱ་ནག་གི་ངེས་ལེན་བྱེད་གི་མི་འདུག་གལ་སྲིད་དེའི་ཐོག་ནས་བོད་གཞུང་དོན་བྱས་ན་ནི་རྒྱ་ནག་ནང་ལ་རི་ཐང་ཆོག་གི་འདུག་སེ་ཅིག་རེད་ད་དེ་ཚོ་ཅིག་ནི་བོད་ནང་ད་ཁོ་རང་ཚོ་གི་ད་མིག་རྒྱང་རིང་པོ་ཅིག་ཅིག་ཡོད་ན་དེ་འདྲའི་འདྲ་བོ་ཅིག་རེད་དེ་མ་གཏོགས་བོད་གཞུང་སྨན་རྩིས་ཁང་རྒྱབ་ནས་རྒྱ་གར་ལ། ད་ལྟ་བར་དུ་དཀའ་ངལ་བྱུང་བ་མ་རེད་ས་ཁུལ་ཡོངས་རྫོགས་ན་བོད་གཞུང་སྨན་རྩིས་ཁང་གི་ཡན་ལག་དེ་ཡོད་པ་རེད་ད་ལྟ་བར་དུ་ཡིན་ད་ཁོ་རང་ཚོ་གི་དང་བླངས་གི་བྱིན་པ་འདི་ལ་ཁྲིམས་ཐོག་གི་དེ་གཉིས་འབྲེལ་བ་ཡོད་མ་རེད་ད་ཡང་སྤོབས་པ་ཁ་ཤིག་གི་དེ་གཉིས་ལ་བར་ལ་ཡང་དེ་གཉིས་བར་གི་དབྱེ་མཚམས་དེ་རག་ས་བོ་ཞིག་མི་འདུག་བ་སྨན་དེ་གཅིག་གི་གཅིག་རེད་དེ་འབའ་ཚང་ངའི་སྨན་པ་ཡང་ག་ལ་བློ་ཕམ་ཟིན་ན་མི་འདུག་འདི་ཚོ་གི་གསུང་བསྡད་པ་དེ་ཁ་ཤིག་གིས་ད་ཁོ་རང་ཚོ་སེམས་ཁྲལ་དེ་ཡོད་ཆོག་པ་རེད་ཡིན་ན་གལ་ཆེ་ཤོས་དེ་ཁོ་རང་ཚོ་མིའི་རང་ཉིད་གི་ཐོག་ནས་ད་གཙོ་གྲི་ཟླ་ཕྱེད་དེ་ལ་ཨནི་མན་མ་འདྲ་བ་ཅིག་བཟོ་ཐུབ་གི་འདུག་ཡེ་རེད་བ། ཨནི་དབྱེར་མྱང་ཉེར་ལྔ་ལ་ཨནི་དབྱང་ག་ཉེར་དྲུག་ལ་ཡག་སྨན་ཅིག་བཟོ་ཐུབ་གི་འདུག་བཟོ་ནས་ཀྱི་རྒྱ་ནག་ནང་ནས་དེབ་སྐྱེལ་བྱེད་ཐུབ་ན། ཨནི་དེ་ནས་རྒྱ་སྐད་གི་བཤད་ན་ཁོ་པི་རེ་ཏི་དྲོན་ལི་དེ་སོ་སོ་ཡོད་ད། སྨན་རྒྱ་དེ་ཚོ་དང་སང་འདུག་སི་འགྲོ་དགོ་རེད་ད། གཅིག་གཅིག་གཅིག་འགྲོ་དགོ་རེད་ད་ལྡོག་ལྡོག་བྱས་ནས་འགྲོ་དགོ་བ་མ་རེད། དེས་ན་བོད་ནང་ནས་སྨན་པ། འཇིགས་མེད་ཐང་ཅོག་ས་ག་རེ་བོད་ནང་ན་སྨན་པ་ཅིག་འདུག་ཨ་ཁོ་རང་གི་ཅིག་ཕྱི་དྲིམ་ཅིག་ཅིག་སེ་ཡ་འགྲོ་སྨན་སྐོར་དུ་བཟོ་ནི་ཁོ་རང་གི་ཐོག་ནས་བཟོ་ནི་སྨན་གསར་བ་བཟོ་ནི་ཡིན་པ་བོད་མི་ཡིན་པ་གང་ཞིག་མ་འོངས་པ་བོད་མི་ཡར་རྒྱས་འགྲོ་དགོས་ན་ར་འོ་དོ་སེ་འགྲོ་དགོས་རེད་ག་ནང་སྔོན་མ་ཟིག་ལ་ཡི་ཅིག་ཁོ་པི་རེ་ཏེ་ར་དེ་ཚོ་ཅིག་སྐད་ཆ་བཤད་ན་ཨ་ནི་ད་འབུམ་བཞི་གི་ཁྱབ་ཁོངས་ནས་བཟོ་རྒྱུ་ར་བརྒྱད་བཞི་གི་ཁྱབ་ཁོངས་ནས་བཟོ་རྒྱུ་ར་དེ་ཁོ་རང་མ་འདྲ་བ་རེད། བསྟན་པ་སོང་ཙང་སྨན་བསྐོར་ཟིག། ནི་ང་ཚོ་ཚོང་གི་ཐོག་ནས་བཤད་ན་ལོ་ངེས་ཅན་ཟིག་གི་རྗེས་ནས་འདིའི་ཐོག་གི་ང་ཚོ་གི་བདག་དབང་དེ་རང་ཞིག་གི་ལག་འགྲོ་དགོས་ད། ཡིན་ན་ང་རང་གི་མིའི་སྒེར་གི་ཐོག་ནས་ལོ་འཁོར་གཤམ་གི་དེ་རིང་སྨན་ཅིག་བཟོ་བྱ་བ་ད། འོ་ནི་སྨན་འདིའི་མིང་ལ་འདི་ལབ་དགོས་ཟིག་འདི་རྒྱབ་ཕྱི་གི་སྨན་གི་ཚོང་ར་ནང་ལ་ངོ་སྤྲོད་བྱས་ནས་ངོ་ནས་དྲངས་ནས་དེའི་ནི་ད། སྨན་ཁང་གི་ཐོག་ནས་ལག་ལེན་བྱས་ནས་ཀྱི་རེ་བ་ནད་ཀར་ཙམ་ན་པ་གི་ནི་རྟགས་ཤིག་གི་ཁྲོད་ནས་ངོ་འཕྲོད་སོང་ན

ཡིན་ནའང་རྒྱལ་ཁབ་ཅིག་གི་ཁྲིམས་ཐོག་ལ་སྐད་ཡིག་དེ་ཡར་དེབ་སྐྱེལ་གྱིན་པ་ལ་ང་ད་ལྟ་བཤད་ནས་ད་ལྟ་གི་འཇའ་ཡང་ཚེ་རིང་རྣམ་རྒྱལ་འདྲ་ཁོ་ཚོ་གི་ཤིག་རྒྱབ་ལྟ་བུ་བའི་ཁྱབ་ཁོངས་དུ་ང་ཚོ་ངེས་ཟིན་དགོས་ད། དེ་ནི་གཅིག་གི་བདག་དབང་འཕྲོག་མ་འཕྲོག་གི་ན་དོན་ཙམ་མ་རེད་རྒྱ་གར་གི་ཁྲིམས་ཐོག་ལ་དེ་གྱིན་པ་ཡིན་ན་ཆ་རྐྱེན་དེ་ཚང་དགོས་ཀྱི་རེད་ཟེར་གྱི་ཡོད་རེད། དེ་མ་གསུངས་སོང་རྒྱ་གར་གི་ཁྲིམས་ཐོག་ལ་སྤྱིར་བཏང་བོད་ཡིག་རེད་འབོ་ཁྲི་ཀའི་ཉིས་ཆ་གི་གང་ཡིན་ན་རེད་རྒྱ་གར་གི་ངས་ད་ལྟ་བཤད་རྒྱ་གར་གི་ཁྲིམས་ཐོག་ལ།

རྒྱ་གར་གྱི་ཆབ་སྲིད་པ་ཚོ་ལ་དོ་བདག་ཆེན་པོ་ཐོག་ལ་མེད་ན་རེད་ངོ་ནས་རྒྱ་གར་གྱི་ཆབ་སྲིད་པ་ཚོ་ད་ལྟ་བོད་མིན་ཐོག་ལ་རྒྱ་གར་ཆབ་སྲིད་ཞེས་དྲ་ཡོད་མ་རེད་ཆབ་སྲིད་འདུག་ཟེར་ཡ་ཅིག་ཡོད་རེད་དེ་ཆབ་སྲིད་མ་རེད་ཚོང་ར་གི་དགེ་འཁོ་ཅིག་རེད་རྒྱལ་སྤྱི་གི་ཚོང་ར་གི་དེ་ར་ཁོ་དེ་གཉིས་འབྲེལ་བ་ཡོད་རེད་ངས་ད་ལྟ་བཤད་རེད་བོད་མིན་གཅིག་ག་ར་ནས་ཞེ་ལོག་གི་ཚོང་ར་ནང་དོན་ཐུག་གི་མེད་པ་འདི་ག་རེ་རེད།

འདི་ཉེན་ཁ་ཆེན་པོ་དེ་མ་རེད་ད་བོད་མིང་གི་ཐོག་ནས་མི་རེ་རེ་རེ་རེ་ཁེར་ནས་མ་འཚིག་ཁང་གི་ཨ་ནེ་ཕ་འགྲོ་ར། དེབ་སྐྱེལ་བྱེད་ར་རེད་བ། དེའི་ངོ་ནས་དྲངས་ནས་ངོ་འཕྲོད་ནས་རྒྱལ་སྤྱི་གི་ཐོག་ལ་རྫོང་ཐུབ་ཡ་གཅིག་བྱུང་ན་དེ་ནི་ལྟ་རྒྱུ་རེད་ཡིན་ན་ད་མ་འཚིག་ཁང་ར་འདི་ཚོ་ལ། འཛིན་སྐྱོང་གི་ནང་ལ་སྨན་པ་ཡག་པོ་ཡོད་སའི་རེད་བ་སློབ་སྦྱོང་ར་དེ་བོད་ཀྱི་རིག་གཞུང་ར་དེ་ཁྱབ་ཁོངས་ཀྱི་རིག་གཞུང་གཏང་ས་པོ་རེད་ཡིན་ན་ད་འཛིན་སྐྱོང་ལ་མི་ཡག་པ་སླེབས་དགོས་བ་མ་རེད་བ་ནུས་བ་ཅན་དེ་མ་སླེབས་ནས་སྒང་ལ་འདི་ཚོ་ཆ་ཚང་དཀའ་ངལ་མང་ཆེ་བ་འཛིན་སྐྱོང་གི་དཀའ་ངལ་སེལ་དགོས་བ་རེད། ད་ང་ཚོ་བོད་པ་ཚོ་གི་ཅིག་ད་ལྟ་བར་དུ་ཅིག་བཤད་དེ་རེད། ད་སྐད་ཡིག་འདི་གི་ད་ང་ཚོ་ཤི་རོགས་ཉན་ས་རེད་ཟིག་བོད་ཀྱི་ཆོས་གང་རིག་གཞུང་སྐད་ཡིག་ཟིག་ཅིག་བཤད་བཤད་བཤད་དེ་རེད། དེ་ཡིན་པ་སོང་སོང་ད་ལྟ་ལ་དྭགས་ཀྱི་འདི་ང་ཚོ་འཇའ་ཡང་ཚེ་ཡང་རྣམ་རྒྱལ་ལ་ར་འདི་ཚོ་གི་ཅིག་བཤད་ཡོང་ནི་གང་ལ་བོད་ཡིག་ཟེར་ནི་གང་ལ་ནི་ང་ཚོ་བོད་ལ་དམ་པའི་ཇུས་ཡོ་སྐྱོང་ཁ་ཚང་ནང་ལ་རྡོ་ཡི་ག་ནང་བཞིན་ཤི་ནི་མི་ཤི་ནི་གཉིས་ཀ་ཨ་བུ་ཡོང་པའི་རྒྱུ་མཚན་ག་རེ་ནི་ཁ་ཡོད་མ་རེད་ད་ཆ་ཚང་ལྷག་ཡོད་མ་རེད་ད་ཀ་ཁ་ག་ང་ཙམ་ཟིག་ལྷག་ཡོད་འདི་ལྟ་ཅིག་རེད་བསམ་འདོད་ཡིན་ན་གལ་ཆེ་ཤོས་དེ་རེད། ང་ཚོ་བོད་ཀྱི་སྐད་ཡིག་འདི་ད་ལྟ་བཤད་རེས་ཅིག་ཐོག་མི་སམ་པོ་བྲག་གི་བཀའ་དྲིན་ན་ཅིག་བཟོ་སོང་ཟེར་དགོས་མོད་དེའི་བཀའ་དྲིན་ཆེ་ཤོས་དེ་སྐབས་དེ་རིང་གི་བཙན་པོ་གི་ངག་དབང་དེ་རེད་དཱ། ཆབ་སྲིད་ཀྱི་བདག་དབང་དེ་རེད། བོད་རང་བཙན་ཟེར་ཡ་འདི་ང་ཚོ་མི་རིགས་ཀྱི་ཚེ་སྲོག་དང་འབྲེལ་བ་ཡོད་རེད་བདག་དབང་འདི། དེ་ཡོད་ན་ཨ་ནེ་སྐད་ཡིག་རེད་འདི། བརྒྱ་ཆ་བརྒྱ་ཡོང་ཐུབ་ཀྱི་རེད་རེད་བ། ཨ་ནི་འདི་མེད་ན་ད་ང་རྗེས་ཙམ་གྱི་ད། ད་ལྟ་འདྲ་གི་ཅིག་ཤ་ཁ་ལ་མོ་ལ་ཁོ་རང་ཚོ་གི་ཅིག་ལ་དྭགས་ར་འདི་ཚོ་ནས་ཅིག་བྱས་བསྡད་ཡོད་ན་ད་ང་ཚོ་ལགས་སོ་ཞེས་ཡར་མར་གཏོགས་དེ་ནི་གས་ལྷག་ཡོད་མ་རེད་གལ་སྲིད་ཆབ་སྲིད་ཀྱི་ངག་དབང་ང་ཚོ་ལ་བརྟན་པོ་ཅིག་ཡོད་ན། བཙན་པོའི་སྐབས་ལ་ཐོག་མི་བཟང་པོ་འདྲ་ར་འདི་ཚོ་གི་བཟོ་རྒྱུ་དེ་ཏག་ཏག་ཡིན་མིན་ཧ་གོ་མ་རེད་བོད་ཡིག་འདི་ད་ལྟ་ཡིན་ན་རེད། ང་ཚོ་ད་ཡིག་གཤིས་རེད་འཛམ་བུ་གླིང་གི་དཔལ་དུ་ཤན་རིའི་གཟིགས་རེད་འདི་ཚོ་གི་གཟིགས་དཔལ་དུ་འོད་ཟེར་གི་ངོ་བོ་ནས་འཁྲིད་རྒྱུ་ཡིན་ད་རྐང་པ་རེ་དབུགས་ལ་རེ་བྲིས་རྒྱུ་བ་མ་རེད་ང་ཚོ་དེ་འདྲའི་ལྷམ་གོག་དབུགས་ལ་བྲིས་ཉན་གི་མ་རེད་ཟེར་དེ་འདྲའི་ཞིག་ལབ་འདུག་ད་བོད་ཡིག་ཁོ་རང་ལ་དཀའ་ངལ་འདུག་ཨ། གར་སྐད་དང་ཡེ་སྐད་གཉིས་ཆ་ང་ཚོ་ད་རྔོན་པ་ཆེན་པོར་མ་འཐེན་པའི་དཀའ་ངལ་ཡོད་དེ་འབའ་ཚང་ཚང་རྫོང་དཀར་ར་དེ་ཚོ་གི་སོ་སོས་སོ་སོའི་གར་སྐད་དང་འབའ་པའི་ཅིག་བྲིས་འགྲོ་དགོས་པ་དེ་དཀའ་ངལ་མ་རེད་ད། གལ་སྲིད་དངོས་གནས་དྲངས་ནས་བོད་ཡིག་གི་ཐོག་ལ་ཤེས་ཡོན་པ་དེ་འདྲས་གི་བོད་སྐད་འདི་ལག་ཁྱེར་བྱེད་ཐུབ་ན། ཚིག་མཛོད་བཟོ་སའི་གོང་མ་ལྟར་སྤྱིར་ཀུ་ཀའི་གོ་རང་གི་ཡི་གེའི་གོ་རང་གི་ཐོག་ལ་ལག་ཆས་བྱས་ནས་ཁ་གསབ་བྱས་ནས་རེད་བ། སྤྱིར་བཏང་ཁོ་རང་ལ་དེ་བྱེད་ཐུབ་པ་ཡིན་ན་འདི་ཡར་རྒྱས་གཏང་དགོས་ཡ་གཅིག་ཆགས་ད་ཡོད་རེད་ངོ་ནས་ཙང་ནི་རེད། ང་ཚོ་འདྲ་བོ་ཡིན་ན་བོད་ཡིག་གཅིག་མ་རེད་བྲིས་ཡོང་ནས་ང་ཆེས་ཉོབ་ཤེས་དེ་ཚགས་དེ་རེད་བཤད། རེད་བ་བོད་ཡིག་གི་ཐོག་ནས་འདི་ཚགས་འདི་མེད་པ་ཡིན་ན

བྲིས་ཀྱི་ཡོད་ན། དེ་ང་ཚོ་མ་བཀོད་ན་དགེ་སྐྱོང་རེད་དེ་ང་ཚོ་དེའི་ཕྱོགས་ལ་འགྲོ་དགོས་རེད། ཡིན་གཅིག་མི་རྙེད་ན་སྔོན་མ་གི་བཀྲ་དར་སི་ཏི་གཉིས་ཀྱི་ཐོག་ལ་ཁྱབ་ཁོངས་ལ་ཤིག་རྒྱབ་དགོས་ཡ་ཞིག་མ་རེད། ང་ཚོ་སྔོན་མ་གི་འདི། ད་ད་ད་ང་ཚོ་ཡོད་ད་རྒྱ་གར་རིན་པོ་ཆེ་གི་གསུང་རྒྱུར་བྱས་ནས་སྔོན་མ་གི་ཐུབ་བསྟན་སྦྱིན་པ་ཟེར་ཡ་ཆོག་ར། ཁོ་གི་ར་སྐད་ཡིག་གི་ཐོག་ལ་ཅིག་བྲིས་བྱ་ཡ།

བོད་ཀྱི་རིག་གཞུང་ལ་ཅིག་རིག་ཕལ་སྐད་བྱེད་ཐུབ་ནས་ག་ས་སྐད་ཡིག་གི་མ་ལག་ལ་འགྱུར་བ་བཏང་ཐུབ་ཡ་དེ་དེའི་ཁྱབ་ཁོངས་ཀྱི་ཤིས་ཚིག་གོ་གིར་ཏི་ང་ཚོ་ལམ་སང་ཧ་གོ་འདི་རེད་ད་ག་ནང་བཞིན་གི་ད་ལྟ་གི་མི་མང་ཆེ་བ་ཟིག་གི་འདི་བྱེད་གི་ཡིན་ལབ་ནས་དེ་ཚོ་སྐད་ངན་མཐོང་བར་མ་གཏོགས་བྱེད་ཡ་གི་ཤིས་ཚིག་དེ་ཡོད་མེད་ནས་ཚིག་ཐོག་བར་དངོས་གནས་ཤིས་ཚིག་ཡོད་ནས་གི་བོད་ཀྱི་སྐད་ཡིག་དེ་དང་མཐུན་པའི་ཡར་རྒྱས་བཏང་ཐུབ་ཡ་དེ་བྱས་ན་ཁོ་ཡར་རྒྱས་བཏང་དགོ་གི་རེད་དེ་འབའ་སང་ཙང་ཅིག་ཁ་སྐད་ཁ་ཤིས་ཟིག་ནང་ང་ལུག་བཤད་ཟིག་ང་ཚོ་ཤེས་དགོ་ཡ་དེ་འདྲས་མ་རེད་ག་རེ་འདུག་ན་སྐྱོན་ཡོད་མ་རེད། དྲ་རྡི་ར་གསར་རྟེན་གཉིས་ཀྱི་གཞུང་ཁོ་རང་འགྱུར་བ་བཏང་ནས་ཀྱི་ང་ཚོ་སུམ་རྟགས་ཀྱི་གཞུང་མ་འདྲ་བ་ཅིག་ཡོད་ན་འགྲིག་གོ་རེད། ངས་ད་ལྟ་རྣམ་པ་ཚོ་ཞུ་ཡ་ཅིག་ལ་ད་སྤྱིར་བཏང་གི་རྒྱུན་ཤེས་འདྲ་བོ་ཐོག་ནས་བཤད་ན། ཨི་ཟི་རལ་གྱི་ལུང་པ་འཐོར་ནས་ལོ་བརྒྱ་ད་ལོ་སྟོང་ཕྲག་ཁ་ཤས་ཟིག་ལ་ལོ་སྟོང་ཡར་མར་ལ་འཐོར་བསྡད་རེད། ཁོ་རང་ཚོ་གི་སྐད་དེ་གི་ཐོག་ནས་ད་ཞལ་འདོན་རྒྱོར་གྱི་ཚིག་རེ་བ་པ་ཁུག་ནང་ང་སྡུག་རྒྱུག་གི་ཞལ་འདོན་རྒྱོར་གྱི་ཚིག་མ་ཞིག་ཁོ་ཚོ་ཉན་གི་འོ་མ་རེད།

རྒྱལ་སྤྱིའི་གི་ཚན་རིག་དང་ཚན་རྩིས་ཀྱི་ཚད་མཐོ་ཤོས་ཀྱི་གནས་རིམ་ནས་འགྲོ་ཐུབ་ནི་སྐད་ཡིག་ཅིག་ཆགས་ཚར་རེད། དེས་ན་ཀོ་རི་ཡ་ར་འདི་ཚོ་ལ་ངོ་མ་སྐད་ཙིག་གི་སྐད་ཡོད་བ་མ་རེད། ལུང་པ་ཅིག་ཙིག་རྒྱལ་ཁབ་ཀྱི་བདག་དབང་ཅིག་ཡོད་པའི་ཉིན་མོ་ནས་བཟུང་སྟེ་སྐད་ཙིག་མེད་པ་ཅིག་ལམ་སང་བཟོས་ནས་བཟོས་པ་ཙམ་མ་ཟད་དེང་སང་གི International Level ཡོད་བ་དག་རྒྱལ་སྤྱིའི་གི་རིམ་པ་ལ་ཏག་ཏག་སྒོ་འཐམ་ནས་འགྲོ་ཐུབ་ཡ་ཅིག་ཆགས་རེད།

བོད་ཟེར་ཅིག་རིག་གཞུང་ར་ད་ང་ཚོ་མང་པོ་ཅིག་བཤད་འདོད་རེད་འདི་དངོས་གནས་དྲང་ནས་བོད་ལ་ག་རེ་དགོས་དགོས་རེད་ན་བོད་ལ་ང་ཚོ་ལ་བདག་དབང་བྱེད་སྐོར་ཆབ་སྲིད་ཀྱི་ཐོག་ནས་འདི་ཆ་ཚང་རིམ་པ་ཅིག་ནས་ནག་སེབ་བཏང་ཡོང་བས་ན་ཞིག་ན་བཙན་ཤུལ་བོད་གཞུང་མེད་པ་བཟོ་བོད་ཀྱི་འདི་ཆ་ཚང་འདི་ཆབ་སྲིད་ཀྱི་དོན་དག་རེད་པ་བཙན་ཤུལ་བོད་གཞུང་མེད་པ་བཟོ་བོད་བཞུགས་བོད་གཞུང་སྨན་རྩིས་ཁང་མེད་པ་བཟོ་སྲིད་སྐྱོང་བས་ན་ཅིག་ནས་སྤེན་པ་ཚེ་རིང་གི་དོན་བཤད་ཚད་ཀྱི་འདོད་ག་རེ president

དེ་ཐུམ་རྒྱབ་རྒྱུ་སྨན་གྱི་ཐུམ་གྱི་ཐོག་ལ་ལྤགས་པ་ཐོག་ལ་བོད་གཞུང་སྨན་རྩིས་ཁང་ཡོད་ན་འགྲོ་གི་མི་འདུག་བོད་ནང་ནས་རྒྱ་མིའི་སྲིང་བྱ་གི་འདུག་ད་ཁབ་སྤྲད་པ་གི་ཆ་ལག་རེད་རྩིས་ཅིག་ལབ་དགོར་རྩིས་དེ་མེད་ན་འགྲིག་གི་འདུག་རྩིས་ད་དེ་མེད་ན་ནི་གཅིག་སྟབས་བདེ་བོ་འདུག་རྩིས་དེ་འདྲས་ལབ་པ་རེད་རྩིས་དེ་བོད་ནང་ན་དེ་ངེས་ཡོད་ནི་ཚད་རེད་ད་དེ་ཅིན་གང་དེ་འདྲས་འདྲ་བོ་ཡིན་རྩིས་ད་ནང་བཞིན་གི་ནི་ད་ཕི་ཁེ་ལ་བོད་གཞུང་སྒང་ནས་སླེབ་རྒྱུར་བྱ་ན་ཁོ་རང་ཚོ་ར་བསྟུན་ཤེས་ཀྱི་ནི་ཅིག་ད་འགྲོ་ཤེས་གསུངས་པར་བ་ངོ་ནས་ནི་རྒྱལ་སྤྱི་གི་རིམ་པ་ཅིག་ལ། སྨན་གྱི་ཚོགས་འདུ་རེར་སྨན་གྱི་ངལ་རྩོལ་ཁྱབ་སྤེལ་བྱེད་ས་རེ་འདས་འགྲོ་ནས་ཀྱི་བོད་སྨན་དེ་རྒྱ་གར་དཀར་ནག་གཉིས་ཆ་གི་ནང་ནས་ལམ་ཁ་མེད་ན། ཡང་ན་ཕྱོགས་གཞན་པ་གཅིག་ནས་ལམ་ཁ་ཡོད་རེ་ཡོད་མ་རེད་དེ་བཟོ་ཐུབ་ཀི་རེ་ཡོད་མ་རེད་ང་ཚོ་དེ་ཆ་ཚང་ཐུབ་ཀི་མེད་པ་དེ་ཡིན་པ་སོང་སོང་ད་ང་ཚོ་ཚད་གཞི་འདི་ན་ལྷག་འདུག་ད་རིམ་པ་དེ་ནས་བཤད་ཡོང་ན། ད་ང་ཚོ་ཤི་གི་རྒྱབ་དགོ་ས་དེ་ད་ལྟ་གི་ཅིག་གི་ཨ་ནེ་སྐད་ཡིག་ཟིག་བཟོ་གི་འདུག་སེ་སྐད་ཡིག་དེ་ཀྱི་སྐར་རྩ་མིན་ལ་ཨ་ནེ་སྐད་ཡིག་གི་ཁྱིམ་ཐོག་རྒྱ་གར་གི་ཁྲིམས་ཐོག་ལ་ཨ་ནེ་རྒན་རྒྱ་རང་ལ་རེད་འདི་བཟོ་གི་རྒྱ་རང་ཚེ་ནི་རྣམ་རྒྱལ་དྲ་འདི་བཟོ་གི་ཅིག་བཟོ་གི་འདུག་དེའི་ཐོག་ལ་སྐད་རྒྱ་ཡ་མ་རེད་ང་ཚོ་དོན་དག་ཆི་ས་ནས་དེ་ལྟ་ཐུབ་གི་འདུག་འདུག་དེ་ཡིན་ན་ཨོ་ཁེ་ད་ངས་རིན་པ་དེ་བཞག་གི་ཡིན་དེ་རང་གི་ལབ་བཤད་ལོང་བཤད་དེ་འདི་སྐད་ཆེ་བཤད་དེ་བོད་པ་ཚོ་གི་འདི་བཟོ་ལ་ཅིག་ལྷོད་ལྷོད་ཅིག་ནས་ཅིག་ཉན་ཡ་དེ་ང་རེ་བ་ཡིན་ཡ་ཡ་དེ་རང་གི་ལབ་བཤད་ལོང་བཤད་ཚད་དེ་བཞག་གི་ཡིན།